འདི་འདྲའི་སྐད་དུ་རྩོམ་འབྲི་བའི་སྐབས་སུ། དེ་ནས་ཁ་བཞག་གི་ད་བསྟན། རེད་བ། ལུས་ལྟ་བུ་དུ་སྦས་ནས། ཁ་བཞེས་ཀྱི་བསྟན་པ། ཡན་ལག་ལྟ་བུ་གསལ་བོར་བཤད་པ་ཞིག་ལ། ཨ་ནི་གཅིག་གྲུབ་པའི་གབ་ཚིག་ཟེར་གྱི། ད་དེ་འདྲའི་གྲགས་དེ་ཡོད་རེད། དཔེ་ཁོ་ན་སྦས་པའི་ཕྱིར། གང་དུ་བསྟན་ནས་སྦས་བྱས་ཏེ། བསྟན་པ་གསར་པ་གཅིག་གྲུབ་པའོ། དེ་འདྲའི་ཤེས་བྱེད་དག། མྱ་ངན་མེད་ནོར་མ་ལ་དེ་འདྲའི་ཁྱེད་ཀྱིས་གསུངས་ཡོད་པས། དེ་བྱེད་དུ་ཡོད་ནས། འཇིག་རྟེན་གང་གི་བྱ་དངོས་ག་འདྲའི་ཅན་ཡིན་པ་ཡིན་ན། དེ་ནི། བསྟན་དང། བསྟན་པ། ཡོང་གི་ཡོད་རེད། བྱས་ཙང་ནི་དེ་མིང་གཞན་པ་ལ་སྦྱོར་ཡོང་བའི་སྐབས་སུ། དེ་ནས་ཁྱད་གཞི་དང་ཁྱད་ཆོས་ཟེར། ཆོས་དང་ཆོས་རྗེ་ཟེར་འདི་འདྲ་ཞིག་བཏགས་རེད། གང་ལྟར། བསྟན་སྲིད་ཀྱི་དངོས་པོ་གཅིག་ལ། ཨ་ནི་བསྟན་པའི་གི་དངོས་པོ་དེ་སུ་བ། ཤེས་ནས། གང་བསྟན་དུ་གྱུར་པ་དེ། ཨ་ནི་མ་ཤེས་ཀྱི་བ་བས་བཞག་པ། དེ་འདྲ་ཞིག་ཡིན་དགོས་པ་རེད། ད་དེ་སློབ་དཔོན་དར་འགྲི་ཀས། སློབ་དཔོན་དབྱུག་པ་ཀྱེ། རྒྱ་གར་གྱི་དེ་ནས་སྙན་ངག་སྨྲ་བ་སློབ་དཔོན་དབྱུག་པ་ཀྱེ་ཀས། དཔེར་བཅུ་བཞག་ཡོད་རྩ་བ་ནང་ལ། ད་དེ་བོད་སྐད་ནང་ཚུར་བསྒྱུར་ཀྱང་འགྱོགས། རེ་བ། ནམ་ཡང་མཚུངས་དང་བུད་མེད་ཀྱེ། ནུ་མའི་དཀྱིལ་འཁོར་ལ་མ་རེག། མི་མ་ཡིན་པ་འགའ་ཞིག་གིས། ལག་ནས། འབྲས་མེད་མིན་ནོ་ལོ་ཚེ། འོ་ད་དེ་རེད། ད་དེ་བཤད་པའི་སྐབས་སུ། འདིའི་ནང་ལ། དང་པོ་དེ་ལྟར། ཚིག་འགྲེལ་བྱ་བ་ཡིན་ན། ནམ་ཡང་ཟེར་ཡ་དེ་ལྟར་ཨ་གོ་ཡ་གཅིག་རེད་ག་དུས་ཡིན་ན་ཟེར་བ་གཏན་ནས་ཟེར་ཡ་གཅིག་ཡོད་རེད་བ།

སྤྱིར་བཏང་གི། མུ་ཟེར་ཡག་གི་དབྱེ་བ་གཙོ་ཆེ་ནི་ཨ་ནི་མུ་ཡི་ཁོངས་སུ་མ་གཏོགས་ཀི་ཚང་མ་ལ་མུ་མ་ཡིན་པ་རེད། སྤྱིར་བཏང་གི་ཨ་ནི་སྒྲ་བ་མཇུག་མཇུག་བ་ཁྱབ་ཆེ་བའི་སྐབས་སུ། ད། ཡིན་ན་ཡང་ད་ཀོ། ཡོངས་གྲགས་ཀི་ང་ཚོ་ཁེ་ལས་ཞེས་ནི་ཤེས་བདེ་བའི་སྐབས་སུ་མུ་མ་ཡིན་ཟེར་ཡག་སྟེ། ཨ་ནི་མུ་མ་ཡིན་གི་གི། ད་དེ་འདྲའི། འདྲེ་དེ་འདྲའི་དང་ཡང་མིན་ན་ཡུལ་ལྷ་གཞི་བདག། ཨོ་དེ་འདྲའི་བ་གོ་དགོས་རེད་མི་མ་ཡིན་པ་ཟེར་ཡག་དེ་འདྲའི་གོ་དགོས་རེད། མི་མ་ཡིན་མཁན་གྱི་ཡང་ན། ལྷ་དེ་ཚོར་གོ་དགོས་རེད། ལྷ་དང་ལྷ་མ་ཡིན་དང་ད་དེ་འདྲའི་གི་རེད་འགྲོ་ལ་གོ་དགོས་རེད་མི་མ་ཡིན་པ་འགའ་ཞིག་གིས། ལག་ནས་འབྲས་མེད་མེད་ནོ་ལོ་ཟེར་ཨེ་ལག་པ་དེ་འབྲས་མེད་མེད་ནོ་ལོ་ཟེར་ཡག་དེ་ད་ལོ་ཟེར་ཡག་དེ། ཀ་ཟེར་གོ་རེ་ད་དོགས་པ་མེད་པའི་ཚིག་ཤེས་ཡོང་ལོ་བྲག་ཟེར་གསུམ་ཟེར་ཡག་དེ། ཁས་ལེན་ནི་མེད་ཨང་དེ་འདྲའི་ཟེར་གི་ནི་རེད་ཟེར་ཡག་གྲོགས་གཅིག་ཡིན་ན་ལོ་ཕེབས་རྒྱུ་དང་བོ་རེད། སྤྱིར་བཏང་དེ་འདྲའི་ལབ་གི་ནི་རེད་ཟེར་ཡག། ངས་ནི་ཁས་ལེན་ནི་མེད་དེ་འགྲིག་ཡོད་ས་མ་རེད། མི་མང་པོ་དེ་ཁས་ལེན་ནི་བྱེད་གི་རེད། འགྲིག་ནི་མི་འདུག་དེ་འདྲའི་ཟེར་གི་རེད་ཟེར་ཡག་དེ་འདྲའི་གྲགས་གི་རེད་ཟེར་ཡག། ལོ་དང་ཟེར་དང་གྲགས་དེ་ཚོ་ཕེབས་རྒྱུ་བཏང་བའི་སྐབས་སུ། ཕ་རོལ་པོ་གིས་བཤད་པའི་སྐད་ཆ། དེ་ཡང་ནི་ཡོངས་གྲགས་འཆར་བ་ཡིན་པར་སོང་ཙང་ཨོན་སོ་སོའི་ངོས་ནས་དེ་མ་གཅིག་བཤད་ཤེས་ཚར་བ་དེ་ཡང། ལོ་དང་ཟེར་དང་གྲགས་དེ་ཚོ་བེད་སྤྱོད་བཏབ་ན། ངེད་ཀྱིས་ཁས་ལེན་མེད་ཟེར་ཡ་དེ་ཤེས་པ་པོ་ཁོ་རང་ཁས་ལེན་མེད་ཟེར་ཡ་གི་ཐ་སྙད་དེ་འདྲས་འཇོག་གི་རེད། ཨོན་ཏེ་དེ་ལོ་གྲགས་ཟེར་སོགས་བེད་སྤྱོད་བཏང་ཡོད་རེད། ད་ལྟའི་ཚིག་འགྲེལ་དེ་ཤེས། ད་སྙན་ངག་མེ་ལོང་ལགས་ཀྱི་ནང་གི་རྗེའི་སྦྱར་སྟངས་ཀྱི་སྐོར་ལ་སྐད་ཆ་བཤད་པའི་སྐབས་སུ། ད་ནས་གབ་བཞག་དེ། བསྟན། དེ་ནས། མི་མ་ཡིན་པ། ལབ་དུས་མི་མ་ཡིན་པ། ལབ་པའི་སྐབས་སུ་གབ་བཞག་དེ་ཡང་ནི་མི་མ་ཡིན་པ། རེད་ཟེར་ཡ་སྟེ། ཨ་ནི། ཕ། སྙན་ངག་མཁས་དེ་ཚོས་འབྲི་གཞི་བརྒྱབ་ཡོད་སྐབས་སུ། དྲི་ཟ་ལ་གོ་གི་རེད་ཟེར་འབྲི་གཞི་བརྒྱབ་ཡོད་རེད། ཞེ་དྲག་པ། མི་མ་ཡིན་པའི་གི་ཞེ་དྲག་པ་ཅིག་ལ་གོ་གི་རེད་ཟེར། ཨ་ནི། ག་བཤད་དེ་ཡ་ནི། མི་མ་ཡིན་ལབ་དུས་དེ་ནས་མི་མ་ཡིན་གི་ཚང་མ་ལ་གོ་གོ་ཡ་འགྲོ་ཅིག་ཅི་ཙམ་གྱི་རྒྱུ་ནི།

གཅིག་པོའི་ཤེས་ཡོད་རེད། ཤེས་ཡག་ངོ་མ་དེ་གར་ཟེར་ན། ད་དྲི་ཟ་དེ་ཚོ་ནུས་པ་ཡོད་མ་རེད། རེད་བ། ཨ་ནི། མཚོན་ཆ་གཅིག་འཁོར་ནས་དམག་རྒྱག་ཐུབ་པོ་མ་རེད། ཨ་ནི་ནང་ལ་བསྡད་ནས། བོད་མི་ཡུལ་གྱི། གྲངས་ཀྱི་ཉུང་ངོམ་ལ། ལག་པ་འཆང་ནས་བདེ་བ་རོལ་ཐུབ་གི་མ་རེད། ད་དེ། དེ་འདྲས་ཀྱི་ཨ་ནི་དྲི་ཟ་ལ། ལག་པ་ཡོད་བ་དང་མེད་བ་གཅིག་པ་རེད། ལག་པ་གིས་ད་ཞལ་ལས་དེ་ཡོད་མ་རེད་ཟེར་གྱི་འདྲི་ཤེས་རྒྱབ་གི་ཡོད་རེད། རེད་བ། དངོས་སུ་ཕ་གིས། བསྟན་པའི་རྟེན་གྱི་སྐོར་ལ་ལག་པ་གང་ལ་བསྟན་ཚིག་གི་གནས་དྲི་ཟ་དེ་ཚོའི་སྐོར་ལ་འདྲི་ཤེས་མ་རྒྱབ་ཀྱེ། དེ་ནས་དྲི་ཟ་དེ་ལ་བསྟན་པའི་གི་ལག་པ་དེའི་སྐོར་ལ་ཤེས་ནས་སྐབས་སུ་བབ་པའི་གི། དེ་ནས་དྲི་ཟ་དེའི་གི་ནས་ཀྱི་ཚོང་བྱ་ཁྱེད་ཡག་གི་ནུས་པ་དང། མི་ལྟ་བ་ན་ཞིག་གིས། ཉུང་ངུ་ལ་ལག་པ་འཆང་ནས་བདེ་བ་མྱོང་བའི་ཀྱི་ནུས་པ་མེད་པ། དེ་བཤད་ཀྱི་ཡོད་རེད་བཤད་ཡག་ངོ་མ་དེ་བཤད་ཀྱི་ཡོད་རེད་ཡིན་ན་ཡང། བཤད་པའི་སྐབས་སུ་ཨ་ནི་ལག་པའི་ཀྱི་ཞེས་ལས་ཁོ་ན་བཤད་བདེ་ཡག་ཅིག་རེད། འོ་དེ་འདྲས་ཡིན་པ་སོགས་ཚ། དེ་འདྲའི་ཀྱི་ཆ་ནས་ཡང། གབ་བྱེད་དང་གབ་བྱ་སེ་འདྲ་བཤད་རྒྱབ་ན་འགྲིག་གི་ཡོད་རེད་བསམ་གྱི་འདུག།

ཡར་གའི་ཐོག་ལ་སྐྱེས་པའི་ལོ་མ་དེ་བཀར་ཟིན་ན་མི་ཡི་ལག་པ་འདྲ་བོ་ཡོད་རེད། དེ་འདྲའི་བྱེད་དུས་ཡང་ནི་མི་ཡི་ལག་པ་འདྲ་བོ་གིས་ཨེ་རམ་དག་གི་ཡ་ག་དང་ལོ་མ་ལ་འདྲི་ཤེས་བརྒྱབ་ནས་གཞན་ཨེ་རམ་དག་ཁོ་རང་ནི་མ་ཤེས་ཀྱི་ར། དེ་འདྲས་ཀྱི་ཨེ་རམ་དག་ཡི་གི་ལག་པ་དེ་ལ་མཚོན་ཆ་ཆག་ཡག་དང། དེ་ནས་བུད་མེད་ཀྱི་མྱུར་བུམ་ལ་ལག་པ་འཆང་ཡག་གི་དེ་འདྲས་ཀྱི་ནུས་པ་ཡོད་པ་མ་རེད་ཨ་ནི་ཁོ་ལ་འབྲས་བུ་ཡོད་པ་མ་རེད་ཟེར་ཡག་འགྲོ་ཅིག་འོ་དེ་འདྲས་བཤད་ཀྱི་ཡོད་རེད། འོ་དེ་འདྲ་ཡིན་པ་བཟོ་ཙང། འགྲེལ་བཤད་འདི་འདྲས་ད་བྱ་དགོས་ཡོད་རེད། ད་དེ་ང་ཚོ་གིས། ད་ལེགས་སྦྱར་སྐད་ཡིག་ནང་ལ་ད། བརྒྱ་ཆ་བརྒྱ་མཁས་པ་ཚོས་གིས་བཤད་ཆོས་ག་འདྲས་ཀྱི་ཡོད་ནི་མེད་ན། ད་ང་ཚོ་གིས་སྐད་ཡིག་ནང་ལ་ཚོགས་སླེབས་ཚར་བའི་སྐབས་སུ་ཁོ་རང་གིས་བ་ཀའི། དཔེར་བརྗོད་ཅིག་གྲུབ་པ་རེད་ཨ་ནི་དཔེར་བརྗོད་དེའི་དོན་དག་དེ། ཨ་ནི་དཔེར་བརྗོད་དེའི་ཐོག་ནས་བཙལ་དགོས་རེད་མ་གཏོགས་གཞན་པ་བཙལ་འགྲོ་ས་གལ་ཡོད་མ་རེད། བྱས་ཙང་ནི། ད་དོན་དག་དེ་འདྲས་དེ་འདྲས་ཞེས་ནས་འགྲེལ་བཤད་རྒྱག་ཡ་ཐུག། ད་གཅིག་གྲབས་ཀྱི་གབ་ཚིག་ཟེར་ཡ་དེ་དེ་ནི། བསྟན་པའི་རྒྱུ་ནི་བསྟན་པ་བསྟན་པའི་དངོས་པོ་དེ་གསལ་བོ་ཞིག་ནས་ཤེས་ནས་ཨ་ནི་གང་ལ་བསྟན་ཟིན་གྱི་དངོས་པོ་དེ་བག་སྦས་ནས་བྲི་གི་ཡོད་པ་སོང་ཙང་དེ་ལ་བདག་གར་ཟེར་ན་ཅིག་ཅེས་བྲིས་པའི་གབ་ཚིག་ཚེ་འདི་འདྲའི་རྒྱལ་ལ་ཟེར་གྱི་ཡོད་རེད། ད་དེ་དེ་ལ་དགེ་རྒན་གྱི་ངོས་ནས་ད་དེ་ལ་དཔེར་བརྗོད་ཅིག་བྲིས་ཡོད། ལྷོའི་རྣམ་པར་བཀྲ་བའི་གར་སྟེགས་ཐོག། གཉེན་ཆུང་རྐང་ལག་གཡོ་ཞིང་ལྡིང་བ་ཡི། འདྲེ་ཞིག་སྟོང་གི་གཡོ་བ་འཕྲོག་བྱེད་པའི། ཉམས་དང་འགྱུར་བའི་ཚིག་ནི་གཞར་བར་དཀའ། ད་བདེ་ཡིན་པ་ཡིན་ན། དེ་ནས་དང་པོ་དེ་གློ་བུར་རྣམ་པར་བཀྲ་བ། གློག་གི་འོད་ཟེར་ཡག་པོ་ཞེས་གློག་མང་པོ་ཞུགས་ཀྱི་པར་བ། གློག་གི་འོད་ཡག་པོ་ཞེས། གར་སྟོན་ཟེར་ཡག་དེ་དག་གར་འཁྲབ་ས། ཞབས་བྲོ་འཁྲབ་ས་སྦྲང་འཁྲབ་ས། ང་ཚོ་ཡིན་ན་ད Stretch ཟེར་གི་རེད་བ་དབྱིན་ཇིག་གིས་ལ Stretch Stretch གང་ལ་བཤད་གི་ཡོད་རེད་གློག་དེ་ཚོ་པས་ཟེའུ་ཡོད་པའི་ཐོག་ནས། སྙན་རྒྱུད་རྐང་ལག་གཡོ་ཞིང་བསྟན་པ་ཡིས། ཨ་ནེ། རྐང་པ་ལག་པ་དེ་ཚོ་པའི་དབྱུག་ཐང་དེ་ཚོ་པའི་སྙན་པོ་དང། ཧ་ཅང་གི་ཨ་ནེ་བདེ་མོ་ཡིན་བ་ཞིག། ལེན་པ་ཞིག་པས། དེ་ནས། འབྲི་བཞི་སྟོང་གི་གཡོ་བ་འཕྲོག་བྱེད་པས། དེ་ལ་ལྟ་མཁན་གྱི་མིག། དེ་ཚོ་པའི་གཡོ་མགོར་མ་བལྟས་ཡག་དེ་ལྟད་མོ་ཡག་པོ་ཡོང་ན་མིག་དེ་ཚོ། གཡོ་མགོར་མེད་པ་བྱས་ནས་ལྟ་གི་རེད་བ། དེ་ལྟ་ཧང་དེ་གི་རུ་བ་ང་ཚོ་གི་རུ་བ་དེ་ནས་ཨོ་དེ་འདྲས་ཤེས་ཀྱི་བར་ལྟ་དེ་གི་ཡོད་རེད། མཉམ་དུ་འགྱུར་བའི་ཚིག་ནི་བཞག་དཀའ་སྲིད་ད་དེ་འདྲས་གི་ཡོད་ནས། ཕ་གི་ཁྲིམས་འགལ་དེ་གི་ཐོག་ལ་ཡོད་པའི་གི་དེ་ནས། ཉམས་ཟེར་བ་དེ་ཡང་ནི་སེམས་ནང་གི་དགའ་བ་དང། ཨ་ནི་ཁྲོ་བ་དང། བདེ་བ་ལ་སོགས་པ། དེ་སོགས་རེད་ཨ་ནི་དེ་ལུས་ངག་གི་རྣམ་འབྱོར་ལ་མ་ཕུལ་བ་དེ་འགྱུར་བར་བརྩི་གི་ཡོད། དེ་འདྲིས་ཀྱི་ཉམས་འགྱུར་གྱི་ཚིག་དེ། བཞག་པ་དཀའ་བ་རེད་ཟེར་བྲིས་ཡོད་རེད། ད་བདེ་ཡིན་པ་ཡིན་ན། གབ་བྱ་དེ་གར་ཟེར་ན་བརྟེན། དེ་ནས་ཞབས་བྲོ་འཁྲབ་མཁན་གྱིས། ཨ་ནི་ཞབས་བྲོ་འཁྲབ་མཁན་དང། ཞབས་བྲོ་འཁྲབ་མཁན་ལ་ལྟད་མོ་བལྟ་མཁན་གྱི་གང་ཟག།

ད་གཉིས་ཀ། སྐྱོ་ང་པ་དེ་དག་གཉིས་ཀ་བྲིས་པའི་གབ་ཚིག་ཟེར་ཟེར་གྱི་ཡོད་རེད། ད་དེའི་གོ་དོན་དེ་ག་འདྲས་ཀྱི་རེད་ཟེར་ན། དེ་ནས། རྩོམ་འདི་འདྲ་འབྲི་བའི་སྐབས་སུ། ད་ནི་དེ་གོང་དུ་བཤད་པ་དེ་ལ་རྟེན་དང་བརྟེན་པ་གཉིས་ཀ་བཤད་ཀྱི་ཡོད་རེད་བ། རྟེན་དང་བརྟེན་པ་གཉིས་ཀ་བཤད་པའི་སྐབས་སུ། རྟེན་འདི་གསལ་བོ་ཞིག་ནས་བཤད། རྟེན་པ་དེ་གསལ་བོ་ཞིག་ནས་བཤད་རྟེན་འདི་བས་ཡོད་རེད་བཤད་ཡོད་རེད་བ། ད་ལྟ་ཡང་ནི། རྩོམ་འདི་འདྲ་བྲི་བའི་སྐབས་སུ་གབ་ཚིག་གིས་ཡང་ནི་འདི་འདྲའི་བྲི་སྟངས་སྣ་ཚོགས་པ་བཅས་ཀྱི་ཐོག་ནས། ཡང་ནི། སྦྱོར་བ་གང་གང་གིས་ཡང་ནི་ཚིག་སྦྱོར་བྱས་ཀྱང་ཉོ་སྟེ་རྩོམ་པར་བྲིས་ཀྱང་ཉོ་སྟེ། རྟེན་དང་བརྟེན་པ་གཉིས་ཀ་བར་སྦས་ནས། ཨ་འདི་དངོས་སུ་མ་ཤེས་པ་ཞིག། ཨ་ནི། དེ་ནི་རྩོམ་གྱི་བརྒྱུད་རིམ་གྱི་མ་བྲིས་ཡོང་བའི་དོན་དག་ཅིག་བསྟན་ཡང་ཡོང་རྒྱུ་ཇི་ཡང། བལྟས་དང་བསྟན་པ་གཉིས་ཀ་ལ་མིང་དངོས་སུ་མ་སྨོས་པ་ཞིག་དེ་ལ་འདྲི་གཞི་བརྒྱབ་ཡོང་ཡོད་རེད། གབ་ཚད་ཀྱི་འགྱུར་བ་གང་ལ། བལྟས་དང་བསྟན་པ་གཉིས་ཀ་འབའ་ཞིག་དངོས་སུ་མ་བརྗོད་པ། ཨ་ནི་དེ་འདྲའི་རྐྱེན་གྱི་ཐོག་ནས་བྲིས་ཨ་དེ་ལ་གཉིས་ཀ་བསྒྲིབས་པའི་གབ་ཚིག་ཟེར་འོ་དེ་འདྲ་སྐྱེལ་སྲིད་ཀྱི་ཡོད་རེད། ཏི་ཏི། རྩ་བ་སྣ་ལུགས་ལ་གང་དུ་གཉིས་ཀ་སྦས་སྦྱོར་པ། དེ་ནི་གཉིས་ཀ་བསྒྲིབས་པའོ། འདི་འདྲ་བཤད་ཀྱི་ཡོད་རེད། དེ་ནས། རྙིང་མ་མེ་ལོང་མ་རྩ་བ་ལ། སློབ་དཔོན་གདམས་ངག་གི་གམ་བྲིས་ཀྱི་བྲིས་ཡོད་ཟེར་ན། སུ་ཞིག་གང་དང་འགྲོགས་པ་ཡིས། བྱ་བ་ཐམས་ཅད་ཉེ་བར་ནི། ཐོབ། ཅིང་ཟད་ཀྱི་དུས་དག་ཏུ། གར་སྟེགས་ཐོག་ནི་འདོར་བར་བྱེད། དེ་ལྟ་སྟེ། རེ་སུ་ཞིག་གང་དང་བསྒྲུབ་པ་ཡིན་ཟེར་བ་དེ། ད་སུ་འདྲ་ཅིག་ག་འདྲ་ཅིག་མཉམ་དུ་འགྲོ་བ་ཡིན་ན་ཟེར་ད་དེ་གོ་དགོས་རེད་བ། དེ་ང་ཚོས་གིས་ནས་ཅི་འདྲ་བེད་སྤྱོད་བཏང་ཡོང་རེད་བ། དེ་ནས་བྱ་བ་ཐམས་ཅད་ཉེ་བར་གནས་ཟེར་ཐོབ་ཅིང་ཟེར། ཁོ་རང་ལ་འོས་པའི་གི་བྱ་བ་ཚང་མ་ལོག་ཁོ་ལ་དཀའ་ངལ་སྐྱེད་མི་ཐོར་ཐུབ་གི་རེད་ཟེར་བ། ཁོ་ལ་དེ་འདྲའི་གཞི་རོ་པ་ཞིག་ཟེར། དེ་འདྲའི་ཐུབ་སྲིད་གི་གཞི་དེ་གལ་སྲིད་སོ་སོ་གི་ཁ་ལག་ཟ་ཡག་གི་ཟ་མ་གི་ནང་ལ་ཁོ་རང་གི་བསྟན་པ་དེ་བསྟན་དང་གྲར་ནས་ཁ་ལག་ཟ་སྲིད་གི་ཕོར་པ་གི་ནང་ལ་ཟ་མ་དང་མཉམ་དུ་སླེབས་པ་ཡིན་ན་ཨ་ནི་མི་དེ་ཚོས་གི་དེ་ཚོ་སེམས་ནས་ཨ་ནི་མ་གཡོག་ཡག་གི་རེད་ཟེར། པའི་ཟས་ཀྱི་དུས་སུ་ཟ་མ་མཉམ་དུ་དོང་ཡོང་བ་ཡིན་ནོ། དེ་ནས། ཨོ། དེ་ནི་མ་གཡོས་གུ་རེད། རེད་བ། གར་དེ་མཐོང་ནས་འདོར་བར་བྱེད་སྲིད་དུས་མ་སྐྱོར་བཞག་གི་རེད། ད་དེ་ཡིན་པ་ཡིན་ན། གར་འདྲི་བྱེད་ཀྱི་ཡོད་ཟེར་ན། ད་དེའི་གཞི་ས་ངོ་མ་དེ་གར་ཟེར་ན། དང་པོ་དེ་རྟེན་འདི་མགོ་ལ་ལབ་ཡོད་མགོ་རྟེན་མགོ་ཟེར། མགོ་ཡི་ཐོག་ལ་ག་ཡོད་རེད་ང་ཚོའི་སྐྲ་ཡོད་རེད་བ། དེ་ནས་སྐྲ་དེ་མགོ་ལ་ཡོད་པའི་སྐབས་སུ། དེ་ནས་མི་ཚང་མ་ལོག་གི་མི་ཕལ་ཆེ་བ་གི་རེད་བ་ད་ཚང་མ་ལོག་ཟེར་ཡ་དེ་མང་དྲག་མིན་འགྲོ། དེ་ནས་མི་ཕལ་ཆེ་བ་གི་དེ་ནས་སྐྲ་དེ་སོ་སོ་གི་མགོ་ཡི་སྒང་ལ་ཡོད་པའི་སྐབས་སུ། དེ་ནས་སྐྲ་དེ་ཁྱོད་ལ་བཀྲུ་གི་རེད། རྒྱུག་ཤེད་རྒྱབ་གི་རེད། དེ་ནས། སྐྲ་སྣུམ་བྱུག་གི་རེད། ཨ་ནི་སྐྲ་ལ་དཀར་བླུར་ཡང་བཏང་གི་རེད་བ་རྩི་ཡང་བཏང་ནས། སྐྲ་དེ་ལ་ཞེ་དྲག་གི། པའི། བདག་པོ་ཞིག་རུ་ཅིག་རྒྱབ་གི་རེད་བ། སྐྲ་དེ་མགོ་བོའི་སྒང་ལ་ནི་ཡོལ་བའི་སྐབས་སུ། མགོ་ཡི་ཐོག་ལ། སྐྲ་དེ་ཡོལ་བའི་སྐབས་སུ། རེད་བ། པའི་རྟེན་མགོ་དང། དུས་ག་བ་ཡིན་ན་སྐྲ་དེ་བར་མགོ་བོའི་ཐོག་ལ་བརྡེག་བཞག་པའི་སྐབས་སུ་སྐྲ་ཁོ་རང་ལ་ཞབས་ཕྱི་ཞུ་བ་དང་སྐྲ་ཁོ་རང་ལ་སྣོམ་ཞུ་བ་དང་དེ་ཚང་མ་ལ་བྱ་བ་ཐམས་ཅད་པས་རང་བཞིན་གྱིས་གྲུབ་ཡོང་གི་རེད་ལ། གྲོངས་ཡོང་གི་རེད། ཡིན་ན་ཡང་དེ་འདྲའི་གི་སྐྲ་དེ་གལ་སྲིད། མགོ་དང་ཁ་བྲལ་ནས། གང་ཟག་ཅིག་གིས་དེ་ནི་ཁ་ལག་ཟ་ཡག་གི་ཕོར་པ་ནང་ལ་མ་སླེབས་པ་ཡིན་ན། ཨེ་མི་དེ་ཚོས་གི་འོ་དེ་སྐྲ་སྐྲ་རེད་ཞེས་ལབ་ནས། སྐྲ་ཉག་མ་རེ་རེ་ད་ཚོ་གཡུག་ནས་མ་ས་ལ་གཡུག་འོ་རེ་མ་གཏོགས་ད་དེ་སྐྲ་རེད་ཤ་ཟེར་བདག་པོ་སྐྱ་ཡག་དང་མཉམ་དུ་ཟ་ཡག་དེ་འདྲས་བྱེད་གི་མ་རེད་ཡང་ཁོ་རྫུ་བོ་ཞོ་ཞིག་ཆགས་འགྲོ་གི་ཡོད་རེད་པ། ཨོ་དེ་བཤད་གི་ཡོད་རེད། དེ་རྩོམ་དེ་འདྲས་བྲིས་ཡོད་རེད། ད་ཐེངས་ཀྱི་འདིའི་ལ་གཞས་ཡག་དེ་འབྲི་ཤེས་དེ་ག་བཤད་གར་ཟེར་ན་མགོ་དང་སྐྲ་གཉིས་ཀ་ལ་ཤེས་ཀྱི་ཡོད་རེད་དེ་ཨ་ནི་མགོ་དང་སྐྲ་གཉིས་ཀ་གི་མིང་དངོས་སུ་མ་ལབ་ཀྱི། བསྟན་དང་བསྟན་པ་གཉིས་ཀ་བ་བས་ནི་ཨ་ནི་ཅིག་ཁོ་རང་གི་མཉམ་དུ་ཡོད་པའི་སྐབས་སུ་ནི་ཨ་ནི་ཁོ་རང་ལ་དགོ་ཡག་ཚང་མ་ཐོབ་འགྲོ་གི་རེད་ཟེར་ད་གལ་སྲིད་ཁ་ལག་ཟ་བའི་སྐབས་སུ་ཕུར་པ་ནང་ལ་ཡོང་ན་ལམ་རྒྱགས་མ་གཡུག་གི་རེད་ཟེར་ཡག་གི་ཨོ་དེ་ནུས་ཀྱི། སྐད་ཆ་བཤད་ཡོང་བའི་སྐབས་སུ། དེ་ནི། ག་རེ་ལ་ལབ་གི་ཡོད་མེད་དེ་ལམ་རྐྱང་གོ་བོ་མ་ཐོབ་ཡག་ཅིག་ཡོད་རེད་བ། འོ་དེ་བསམ་བློ་མང་པོ་བཏང་ནས་ཀོ་ར་རྒྱག་ཡོང་དུས་ཤེས་ནི་ད་ཨོ། དེ་ད་སྐྲ་ལ་ལབ་གི་འདུག་བསམ་ཡག་ཅིག་ཡོད་བ་འོ་དེ་ཤི། དེ་དགའ་བཞའ་སྟེང་མགོ་དང། དེ་ལ་བརྟེན་པ་མགོ་བོ་གི་སྐྲ་གཉིས་ཀ། གི་དངོས་མིང་དང་མིང་གི་རྣམ་གྲངས་ག་རེ་ཡིན་པ་ཤེས་ཡོད་མ་རེད་དེ་ལ་བེ་བེ་ནི། ཨ་ནི་གབ་གཤིས། གང་དུ་འགྲོ་བའི་ཚེ་ཟེར་ཡག་དང།

སྲིད་ཞིའི་དྲུང་དུ་སུས་ཀྱང་མ་བརྙེས་པའི། ཀུན་ཕན་རིང་ལུགས་ཆེད་འབུལ་གཏེར་བཞུར་པ། ཀུན་ལ་དགའ་བ། ཀུན་ལ་དགའ་སྐྱིད་དཔར་ཡོང་བགྱིད་མཛེས་པ། ཀུན་ཏུ་བཀུར་འོས་ཞིང་མཆོག་བླ་ན་མེད། དེ་ནས། གབ་རྒྱ་དེ་ཡང་ནི། རྟེན་སངས་རྒྱས་དང། སངས་རྒྱས་ཀྱི། ལ་ཡོད་པའི་གི་བསྟན་པ་ཆུའི་དེ། ནི། གབ་རྒྱ་དེ་ལ་བཞག་ཏུ་ཡོད་རེད། ད་དེ་ཡིན་ན་ཡང། གབ་བཞེས་ཚེ་ག་རེ་བེད་སྤྱོད་བཏང་ཟེར་ན། སྲིད་དུ་ཞི་བའི་ཁྱུང་དུ་སུས་ཀྱང་མ་བསྙེགས་པར་གཅིག་རེ་ཟེར་ཡོད་རེད། ར། ད། སངས་རྒྱས་འཇིག་རྟེན་མ་བྱུང་པའི་སྔ་རོལ་ལ། དེ་ནས། སྲིད་པ། འཁོར་བ་དང་ཞི་བ་མྱང་འདས་ཀྱི་གནས་ལུགས་དེ་ར། བས་ཡོངས་སུ་གྲོལ་བ་ཞེས་པའི་གནས་ལུགས་སྲིད་ཞིའི་ཁྱུང་ལ་སུ་གང་གིས་ཀྱང་མ་བསྙེགས་ཀྱོ། དེ་ནས་གཞན་ཕན་གྱི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་གྱི་རིག་པའི་གྱི་ལུང་ཆེན་མོ། ཨ་ནི། གཏེར་དུ་ཤོར་བདེ་བ། འགྲོ་བ་སུའི་ཉམས་ལེན་བྱེད་པ་ཡིན་ན། དགའ་བ་སྐྱེ་ཡག་དང། ཨ་ནི་བདེ་སྐྱིད་ཐོབ་ཡག། སངས་རྒྱས་ཀྱི་གོ་འཕང་ཡང་འགྲོ་ཡག་དེ་འདྲའི་གྱི་རྒྱན་འཛིན་ཏེ། ཨ་ནི། ཚང་མ་ལོག་གི་དུས་སུ་ག་དུས་ཡིན་ན་འགྱུར་བ་མེད་པ། བསྐོར་འོས་པ། ཨ་ནི་གཞན་གྱི་མཆོག་ཏུ་གྱུར་པ། འོ་དེ་འདྲའི་གྱི་རེད་ཟེར་བཤད་གི་ཡོད་རེད། ད་དེང། དེ་ཕྱིར་ཡོང་དུས་ག་རེ་ལ་བཤད་གི་ཡོད་ང་ཚོ་གསལ་བོ་ཤུགས་གཅིག་མགོ་ཚོས་གི་ཡོད་མ་རེད་དེ་ཡིན་ན་ཡང་བག་ཞིབ་ཕྲ་ཞིག་བསམ་མནོ་བཏང་བ་ཡིན་ན། སངས་རྒྱས་ལ་ཡོད་པའི་གི། རྟེན་སངས་རྒྱས་དེ་ད་དངོས་གནས་དྲ་ནས་ཞིབ་འཇོག་བླ་ན་མེད་པ་ཅིག་རེད། དེ་བསྟན་པའི་གི་ཆུ་དེ་ང་ཚོ་གི་བགྲོད་པར་ཞུགས་པའི་གི་ཡུལ་ཆུ་བ་བུ་སིག་ཆུ་བླ་ན་མེད་པ་ཅིག་རེད། དེ་ནས་དེ་ཡིན་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་མ་ཐོབ་པའི་གི། དེ་ནས་སྔོན་མ་ཕྱི་རོལ་པ་ཁྱི་པ་དང། ད་ཡེ་ཤུ་དང་ཁ་ཆེ་དང། ཆོས་ལུགས་སུ་གང་གིས་ཀྱང་མ་རྙེད་པའི་གི་རིང་ལུགས་ཆེན་པོ་གཅིག་རེད། ཨོ་དེ་འདྲི་ཤེས་ཀྱི་དྲི་ཡོད་ཞུ་བ་ཡིན། ད་དེ་ནས་ཡོངས་འགྲེལ་གྱི་གབ་ཚིག། ཡོངས་འགྲེལ་གྱི་གབ་ཚིག་ཟེར་ཡ་དེ་ཧ་ཅང་གི་ལས་སླ་བོ་ཅིག་རེད། ད་ལས་སླ་བོ་ཡིན་ན་ག་རེ་ཟེར་ན་གབ་ཚིག་སྤྱི་ཟླ་བཅུ་བཅུ་དྲུག་ཡོད་རེད་དེ་བཅོ་ལྔ་ཤས་ཡོད་སྐབས་སུ། གབ་ཚིག་དང་པོ་ནས་བཅོ་ལྔ་བར་དུ་དྲི་གདངས་སོ་སོ་སུ་ཤེས་ཡོར་བ། དེའི་ནང་ནས་གབ་ཚིག་གཉིས་མཉམ་དུ་འདྲེས་མ་བྱས་ནས་དྲི་ཡོད་ན་མཉམ་དུ་བསྲེས་ནས mix བྱས་ནས་དྲི་ཡོད་བ་ཡིན་ན་ཨ་ནི་ཡོངས་འདྲེས་ཀྱི་གབ་ཚིག་ཟེར་གྱི་ཡོད་རེད། ད་དེ་ལ་ཨ་ནི། གབ་སྟོང་སྟེ་གབ་འདྲེན་གྱི་ཡོ་ཟན་སྔར་ཤེས་ཟིན་པའི་གབ་ཚིག་རྣམས་ཀྱི་མཚན་ཉིད་སྣ་ཚོགས་པ་འདྲེན་པ་སྐྱེ་ཁོ་ནར་ངེས་བཟུང་བྱར་མེད་པ། དེ་ནི་ཡོངས་སུ་འདྲེས་པ་ཞེས་བྱ་བའི་གབ་ཚིག་ཅིག་ཡིན། གབ་ཚིག་བཅུ་དྲུག་ཡོད་པའི་ནང་ནས་བཅོ་ལྔ་པོ་དེའི་ནང་ལ་གབ་ཚིག་གཉིས་མཉམ་དུ་སྦྲེལ་ནས་བྲིས་བཞག་ཡོད་པ་ཡིན་ན། ཡོངས་འདྲེས་ཀྱི་གབ་ཚིག་ཟེར་གྱི་ཡོད་རེད་ལབ་རེད། ད་འདི་ཡིན་པ་ཡིན་ན། རྒྱ་གར་གྱི་སློབ་དཔོན་ཆེན་པོ་སློབ་དཔོན་དོན་འགྲུབ་ཀྱིས་གབ་འདྲེས་ཀྱི་བྲིས་ཡོད་ཟེར་ན། ཧ་ཡ་འགའ་རྩ་སྦར་སྐྲ་སྐྱེ། དེ་འདི་གར་དེ་མ་བསྒྱུར་ན། མོས་དྲི་དཀར་མིག་ངེས་ཀྱི་བུ། འདི་ནི། ཡི་གེ་ཤེས་ཀྱང་བསླུའི་ཟེར། འོ་དེ་འདྲའི་བྲིས་ཡོད་རེད་ཁོང་གིས། ད་འདི་གབ་ཤ་ཡིན་པ་ཡིན་ན། ད་འདི་ནི། སློབ་སྦྱོང་མ་བྱས་པ་ཡིན་ན་སློབ་སྦྱོང་མ་བྱས་པ་ཡིན་ན་ཡི་གེ་མ་ཤེས་པ་ཡིན་ན། དེ་ནི་པའི་རིགས་ཤེས་འགྲོ་བ་དང་དེ་ཚོ་གཞན་པ་ཤེས་ན་ག་ཟེ་དགོས་ཡི་གེ་མ་ཤེས་པ་ཡིན་ན་ཨ་ནི་ཕན་ཐོགས་གང་ཡོད་མ་རེད་ཟེ་ག་བྱ་དེ་འདྲི་ཅིག་རེད་རེད་བ་ཡི་གེ་མ་ཤེས་ན་ད་བླུན་པོ་རེད་ཟེ་རེད་བ་གང་ཡོད་གང་ཡང་ཕན་ཐོགས་ཡོད་མ་རེད་ཟེ་གི་ཡོད་རེད། འདྲི་གཞི་འདི་ནི་གཅིག་རེད། རེད་བ། ད་གབ་ཞབས་པའི་ཚིག་འདི་འདྲ་མི་འདྲ་བེད་སྤྱོད་བཏང་ཡོད་རེད། རེད་བ། ཨ། དེ་ནས། འདིའི་ནང་ལུགས་ལ། དེ་ནས། ཚིག་དང་པོ་དེ་ཧ་ཡ་སི་ཡོད་རེད། རེད་བ། ཧ་ཡ་སི། གཉིས་པ་དེ། ཨ་ནེ། ག་འཛག་སེ་བྲིས་ཡོད་རེད་ར། ག་ཟེར་རོ། ཨ་ནེ་འཛག་སེ། འབག་སེ་སྐྲག་སེ། ཨོ་དེར་བྲིས་ཡོད་རེད། ད་དེ་གའི་ཧ་ཟེར་ཡག་གི་ཚིག་འདི་གའི། དེ་ནས Sanskrit ཞེས་པའི་སྐབས་སུ། དེ་ནས། དབུགས་མ་དྲོ་བུ། དབུགས་དྲོ་བུ་གི་སྟོང་ནས། སྟོང་གོ་ཡག་གི་ཡི་གེ་ཚང་མ་ལ་གོ་དགོས་རེད་ཟེར་ཧ་ཞེས་པའི་གི་དེའི་ཡི་གེ་དེ་ཚོ་ལ་གོ་དགོས་རེད་ཟེར་ཤ་ཤ་ས་ཧ་དེ་ཚོ་ལ་དེའི་ཡི་གེ་དེ་ཚོ་ལ་གོ་དགོས་ཡོད་རེད་ལབ་རེད། ཡ་དེ་བའི་སྐབས་སུ་ཡ་ར་ལ་བ་ལ་གོ་དགོས་ཡོད་རེད་ཟེར། ཐ་སྙད་ཀྱི་ཡི་གེ། ཚང་མ་ལོག། ཨ་ནི། ག། ལ་བའི་སྐབས་སུ་ཨ་ནི་ཀ་སྟེ། འཛ་ལ་བའི་སྐབས་སུ་ཙ་སྟེ། ད་ག་དང་ག་སྟེ་ཨ་ནི་ག་བ་ཡོད་སྲིད་ཀ་ཁ་ག་ག་ཧ་ང་ཟེར་བའི་སྐབས་སུ། ཀ་སྟེ་གི་ནང་ཡོད་རོ། ཨ་ནི་ཙ་ཙ། འཛ་འཛ་ཧ། ན་ཟེར་གི་རོ། ཨོ་དེའི་ཞེ་དུས་འཛ་སྟེ་ནང་ཡོད་རོ། ཨོ་དེའི། ཞེ་དུས་ཨ་ནི་ཙ་སྟེ་ལ་འཛ་སྟེ། ཨ་ནི། པ་ཕ་བ་བ་ཧ་མ་ཟེར།

ཁ་ནས་ཀྱི་སྐྱོར་དེ་ཀྱི་ཤེས་དེ་ནི་བླུན་པོ་རེད་ལར་ཁེའི་ཇོ་ཧོང་མ་རེད་ཟེར་ཡ་ཚེག་དེ་བཤད་གི་ཡོད་རེད་དེ་ཡིན་མ་དི་རི་ཟེར་ཡ་དེ་ནི་ཡི་ཡོད་གི་ཨ་མ་དང་མ་རྩ་ད་ང་ཚོ་དབྱིན་ཇི་གི་ཚེག་བཤད་པ་ཡིན་ན Elephant ལ་གོ་གི་རེད་དེ་སུ་དེ་མ་ཤེས་ན་ཨ་ནི།

ད་གབ་བྱེད་ཀྱི་དབང་དུ་སྐད་ཆ་བཤད་པའི་སྐབས་སུ་ཧ་ཡ་ཏཱ་ཟེར་ཡ་དེ་ཧ་ཡ་ཟེར་ཡ་དེ་ཧ་ཡ་དགི་བ་ཟེར་བ་དེ་ཏཱ་ལ་གོ་གི་རེད། གང་ཛྭ་ཟེར་བ་དེ་གླང་པོ་ཆེ་ལ་གོ་གི་རེད་ལ་རེད། འབའ་ཀྲ་ཟེར་བ་དེ་དཔའ་བོའམ། ཨ་ནི་དེང་སང་ང་ཚོ་སྐད་ཆ་བཤད་སྟངས་བཤད་ན། དེ་ནས། གོམ་པ། གོམ་པ་བརྒྱབ་ནས། རྐང་པ་བརྒྱབ་ནས་དམག་འགྲོ་གི་འདུག་བ་རྐང་དམག་ཟེར་གི་རེད་བ་དེ་ལ། འོ་དེ་ཞིག་རེད་བ། དེ་ན། དེ་ནས་ཧ་ཡ་དགའ་ཛྭ་ཟེར་བ་དེ། མིང་དུ་མ་བསྡུས་པ། འོ་དེ་འདྲི་ལ། གོ་གི་རེད་ཟེར་རོ། འོ་ད་ཧ་ཡ་ག་ཛཱ་ཟེར་ཡག་དེ་དེ་རི། ཧ་ཡ་ག་ཛཱ་ཚོ་ལབ་ཡི་སྐབས་སུ་ད་རྟ་དང་གླང་པོ་དང་དཔའ་བོ་ཟེར་ཡག་གི། ཨེ་ནི་མང་པོ་ལ་གོ་ཡ་ཡོད་རེད། བྱས་ཙང།

ལྟ་དེ་ལ་ཡང་འདྲི་གཞི་དེ་གབ་རྒྱག་ཏུ་འགྲོ་བའི་གི་ཐོག་ནས་ནས་འདྲི་གཞི་བརྒྱབ་པ་ཡིན་ན། དེ་ནས་དབྱངས་དང་གསར་གྱི་སོགས་དག། ཡི་གེ། ཀ་ཁ་ག་ང། དབྱངས་དང་གསར་གྱི་ཀ་ཁ་ག་ང་སོགས། ཡི་གེ། གསར་གྱི་སུམ་ཅུ། ཡི་གེ་ག་འདྲི་གཅིག་ཡིན་པ་ཡིན་ན་གསར་གྱི་དེ་ཡོ་རོ་བ་གསར་གྱི་དང་དབྱངས། Advanced ཞིང་མེད་ན་ལ་རེད། ཨ་ཁ་ནས་རིགས་གཞི་སྐྱོར་བྱེད་པ་ལ་ཕན་ནུས་གང་ཡང་ཡོད་མ་རེད་ལ་ད་ལྟ་དེ་རིང་ཁ་སང་ང་ཚོའི་སྤྱི་ཚོགས་ལ་ཚོར་དཔེ་གནས་ནས་འགྲེལ་བཤད་བརྒྱབ་པ་ཡིན་ན། དེ་དཔེ་ཆ་དེ་ཚོ་དོན་དག་མ་བྱེད་ཀྱི་ཆོ་ག་ཆ་ལུགས་རྐྱང་རྐྱང་ཞིག་ནས་ནས་དེ་བཟང་ལྟ་དཀར་ཟེར་དགོས་གྲོང་ཆོག་ལ་གདོང་པ་གདོང་ནས་བཅུག་བསྡད་མཁན་དེ་ཡོད་རེད་ཞབས་བརྟན་འགྲོ་བསྡད་མཁན་དེ་དེ་འདྲས་ཡོད་རེད་བ་ཞབས་བརྟན་འགྲོ་བསྡད་མཁན་ཞབས་བརྟན་གདོང་པ་གདོང་བྱེད་ཀྱི་རེད་གཏོར་མ་བཀྱག་བྱེད་ཀྱི་རེད་ཁོ་ཡི་གེ་སློག་བྱེད་ཀྱི་རེད་བ། ནང་དོགས་དེ་གར་བཤད་གི་ཡོད་མགོ་འཁོར་ཚུལ་གྱི་མར་བ། འོ་དེ་དང་གཅིག་པ་རེད་ལ་རེད་ད་དེ་གར་བཤད་ཟེར་ངོ་མ་རྒྱ་གར་གི། Brahma། དེ་ཚོས་ཀྱི་ནང་ལ། ཁོང་ཚོ་ལ་བེད་སྤྱོད་ཡ་ཡོད། བེད་སྤྱོད་ཡ་ཡོད་དེ་ཁོང་ཚོ་ཡི་གེ་མི་ཤེས་ཉེ་དུ་བ། དེ་ང་ཚོ་གི། ལུང་པ་དེ་དྲི་ཡོད་ར་ཁ་ནི་སྒྲོལ་མ་སྡོང་བོ་རེད་སྐྱབས་འགྲོ་སྡོང་བོ་རེད་ར་བ། མ་ནི་སྡོང་བོ་རེད། ཡིན་ན་ཡང་མ་ནི་གི། མ་ནི་ལ་བྲིས་པའི་གི་ཡི་གེ་ཤེས་གི་མར་བ། ནི་དེ་ནི་སྐྱབས་འགྲོ་ལ་བྲིས་པའི་ཡི་གེ་ཞིག་ནི་མ་རེད། སྒྲོལ་མ། སྒྲོལ་མ་བྲིས་བཞག་པ་ཡིན་ན་འདོན་ཞིག་ནི་མ་རེད། ཡིན་ན་ཁ་ནི་འདོན་ཡ་ཡོད་རེད། ཨོ་དེ་འདྲའི་བཤད་དུས་ར། ཁ་ནི་འདོན་ཡ་ཡོད་ན་ཡང་སྲིད། ཨ་ནི་ཡི་གེ་མ་ཤེས་ན་དེ་བླུན་པོ་རེད་ལབ་རེད། བླུན་པོ་རེད་ཟེར། ཨོ་དེ་བསླབ་བྱ་ཡག་པོ་ཞིག་བརྒྱབ་ཤག་ར་དེ་ལ། ཤེས་ཚ་ཡི་གེ་སྦྱང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཟེར་དེ་ནང་དོན་ཤེས་དགོས་ཡ་གལ་ཆེན་པོ་རེད་ལ་རེད། དེ་བཞིན། ད་ལྟའི། གབ་རྒྱ་དང། འབྲེལ་བའི་གི་ཐོག་ནས་འགྲེལ་བཤད་བརྒྱབ་དེ་འགྲིག་གི་རེད། གབ་གཞས་དང་འབྲེལ་བའི་གི་ཐོག་ནས་དོན་དག་ལ་འགྲེལ་བཤད་བརྒྱབ་ན། རྟ་དང་དམག་དང་སྔ་མོ་བཅས་དམག། ད་སྤྱིར་བཏང་གི་སྤྱི་ཚོགས་རྙིང་པའི་སྐབས་ལ་དམག་བརྒྱབ་པའི་སྐབས་སུ། དམག་གཞས་དུ་མ་བརྒྱབ་ཡག་ཡོད་རེད། ཡང་མིན་ན་རྟ་ཡོང་ནས་དམག་བརྒྱབ་གི་རེད་རྟ་དམག་ཟེར་གི་རེད་དེ། ཡང་མིན་ནའང། དེ་ནས་གླང་པོ་ཆེ་གི་དམག་གླང་པོ་ཆེ་གི་ཐོག་ལ་བཞུགས་ནས་དེ་ནས་གླང་པོ་ཆེ་གི་གཟུགས་སྐུ་གང་ལ་དེ་ནས་མཚོན་ཆ་ཞེད་སྣང་ཚོ་དེ་འདྲས་བཏགས་ནས་དམག་བརྒྱབ་ཀི་འདུག་ག་དེ་ནས་ཤིང་རྟ་གོ་ལུ་དམག་ཤིང་རྟ་གོ་ལུ་ནང་ལ་བསྡད་ནས་དེ་ནས་དམག་བརྒྱབ་ཀི་འདུག་ག་རོ།

རྒྱ་མེད་ཟེར་ཨ་ནི་རྒྱ་ཁ་མ་ཐོབ་ན་ཟེར་རོ། རྒྱ་ཁ་མ་ཐོབ་ན་ཟེར། ཨ་ནི་མ་མ་མེད་པའི་གི་བུ་དེ་གས་ཟེར་རོ། དེ་ནི་ཡི་གེ་ཀྱང་ཡི་གེ་ཙམ་ཞེ་ན་ཨ་ནི་ཁས་ཕེ་ཐོག་མ་རེད་ལ་རེད་ཡ། འོ་དེ་བྱེད་དུས་དེ་འདྲའི་གི་ཨ་ནི་འདྲི་གཞི་བརྒྱབ་ཡོད་རེད་ཟེར། ད་དེ་ཧ་ཡ་ག་ཛ་འབའ་སྒྲ་སྐྱེས་ཟེར་དེ་འདི་ག་དེ་མ་བརྒྱབ་ན་ཟེར།

རྐང་དམག་དང་རྟ་དམག་དང་གླང་ཆེན་གྱི་དམག་དེ་ཚོ་ཁྲིད་ནས། དམག་བརྒྱབ་ནས་དགྲ་བོ་ལ་རྒྱལ་ཁ་ཐོབ་མ་ཐོབ་ཀྱི། དགྲ་བོ་དགྲ་བོ་སྐྱོང་མ་ཐུབ་ན་ཨ་ནང་ལ་བསྡད་ནས་ཡི་གེ་ཡི་གེ་ཡི་གེ་ཀློག་ཤེས་པ་ཙམ་ལ་ཧང་སངས་ཡོད་ན་བླུན་པོ་རེད་ཟེར། འདི་རིགས་ཀྱི་གོ་ཡ་གཉིས་ཡོད་རེད། རེད་བ། དེ་བཞིན་དུ་འདི་དགྲ་བོ་ཡིན་པ་ཡིན་ན། དེ་ནས་དང་པོ་དེ་མིང་གི་མིང་འདོད་པའི་གར་ཚིག་དེ་གར་ཟེར་ན། ཧ་ཡ་སྟག་དང་དགའ་རྫ་གླང་པོ་དང་འབར་འདྲ་དཔའ་བོ་རྐང་མ། འོ་དེ་འདྲའི་ཞེས་ཀྱི་དག་ཡང་དོམ་པ་སྐྱེ་ཁ་བ་ཞིག་ཡང་ཧ་ཡ་ཟེར་དུས། དེ་ནས་ཁྲོ་བའི་ཡི་གེ་དང། ཡ་ཟེར་དུས་ཡ་སྟེ་དང། དགའ་ཟེར་དུས་དཀའ་སྟེ་དང། རྫ་ཟེར་དུས་རྩྭ་སྟེ་དང། འབར་ཟེར་དུས་ནི་དེ་གི། བདེན་ཚིག་ཁོ་རང་གི་བདེན་ཚིག་བཀྲ་ཟེར་དུས་བཀྲ་སྟེ་འོ་དེ་འདྲས་ཀྱི་བདེན་ཚིག་སོ་སོའི་སོ་སོ་གོ་ཡ་ཡོང་རྒྱུ། ཡི་གེ་གཅིག་རེད་དེ། ཨཱ་དེ་ལ་དོན་དག་གཉིས་བསྟན་ཡོང་ཡང། འོ་དེ་འདྲས་ཀྱི་མིང་བསྡུ་བའི་གབ་ཚིག། འོ་དེ་འདྲས་ཀྱི་ཆ་ནས་ཨཱ་བེ་གཞིག་གི་དོན་དེ་བ་བས་ནས། ཨཱ་བེ་གཞིག་གི་ཚིག་གསལ་བོ་ཞིག་ཚོ་མཚུངས་ཡོང་གི། འོ་དེ་འདྲའི་ཆ་ནས་མིང་བསྡུ་བའི་གབ་ཚིག་དེ་འདྲ་ཆགས་ཏེ་ཡོད་རེད། ཡང་གླུ་གཞས་ཀྱི་གབ་ཚིག་ཡང་ཆགས་ཀྱི་ཡོད་རེད། དེ་ལ་འདིའི་ནང་ལ། Matrika ཟེར་བ་གི་ཚིག་དེ Matrika ཟེར་བ་གི་ཚིག་དེ་གོ་ཡ་གཉིས་ཡོད་རེད། དེ་ནི་གཅིག་དེ་ཡི་གེ་ལ་གོ་གི་ཡོད་རེད་ཡི་གེ་ཁྱི་མོ་དེ་སོ་དབྱངས་དེ་གསར་སྐྱེས་ལ་གོ་ན་འགྲིག་གི་རེད་ཁྱི་མོ་ཟེར་དུས་གསར་སྐྱེས་དབྱངས་གསར་གཉིས་ལ་གོ་ན་འགྲིག་གི་ཡོད་རེད། དབྱངས་གསར་གཉིས་ནང་ནས་གསར་སྐྱེས་ལ་གོ་ན་དེ་ནི་ཡག་ཤོས་རེད། ཨོ་དེ་ནས་དེ་ནས་ཡང་གཞན་པ་དེ་དེ་ནས་མ་མེད་པའི་བུ་ཟེར་ཡ།

དེ་ནས་གབ་བཞག་དང་གབ་བཤད་གཉིས་ཀ་ལ་འཇུག་ཡག་ཡོད་རེད། གབ་བཞག་དཔེ་དེ་གསར་བཞེངས་ཀྱི་ཡི་གེ་དེ་ཚོ་ལ་འཇུག་པའི་སྐབས་ཡོད་རེད་ཡི་གེ་ཆེན་མོ་ཟེར་ཡག་ཨ་ནི། ཡང་གབ་བཞེས་དེ་ནི་མ་མེད་པའི་གི་བུ་ཟེར་ཡག་དེ་ལ་འཇུག་གི་རེད། དུས་རྒྱུན་ཨ་ནི་མི་ཏྲི་ཀ་ཟེར་ཡག་བེད་སྤྱོད་བཏང་བའི་སྐབས་སུ། ཨ་ནེ་ཨ་མ་མེད་པའི་པུཀུ་ཟེར་ཡ་དེ་ལ་མའོ་གོ་ཆེ་བ་ཡོད་རེད་ཟེར་གབ་ཞིག་ལ་གོ་ཆེ་ནས་གབ་ལྕག་གི་དོང་ལ་གོ་མ་ཐོབ་ཀྱི་ཨ་ནེ་ཀློག་པ་པོ་གི་དེ་གི་རྩོམ་ཡིག་དེ་ཀློག་ཡི་སྐབས་སུ་དོང་དག་དངུལ་དེ་ཨ་ནེ་གོ་མ་ཐོབ་ཀྱི་དེ་མ་ཡིན་པ་གཞན་པ་ཅིག་གབ་ཞིག་ལ་གོ་ཡོང་ཡ་ཨོ་དེ་འདྲའི་ཡོང་གི་ཡོད་རེད་ལབ། འོ་དེ་འདྲས་ཡིན་པ་ཡིན་ན། དེ་ནས། གལ་སྲིད་གོ་རེ་ད་དེ་གི་ཡོངས་འབྲེལ་གྱི་གབ་ཚིག་ཟེར་དུས་གླུ་གཞས་ཀྱི་གབ་ཚིག་དང། ཨ་ནི་མིང་དུ་མ་འདུས་པའི་གབ་ཚིག་གཉིས་ཀ་ཆགས་འགྲོ་གི་ཡོད་རེད། འདུས་པའི་གབ་ཚིག་གཞི། ད་དེ་ནས། དེ་ལ་དགེ་རྒན་གྱི་དཔེར་བརྗོད་ཅིག། བྲིས་ཡོད་རོ། རིན་ཆེན་དང་པོ་བཞུགས་པའི་དཔལ་མངའ་ཞིང་སིལ་ཏོག་གཟི་བརྗིད་རྒྱས་པའི་ཕུང་པོ་ལས། རབ་ཏུ་གསལ་བའི་འོད་ཟེར་སྣང་མཛད་པའི། མིག་དེས་འགྲོ་བའི་མ་རིག་སེལ་བར་བྱེད། ལྟ་སྟེ། རིན་ཆེན་དང་པོ་སྲིད་ནི་གསེར་རེད་གསེར། གསེར། ཞུན་མ། གཞོགས་བཞག་པ་ནང་བཞིན་དུ། རྫི་བོ་དུ་བོ་ལ་རེ་སྤར་སྔགས་ལ་དུས་གསེར།

ཨ་ནི་པའི་སྐུ་ལ་གསེར་མདོག་དང་ལྡན་པ། ཨ་ནི་དེའི་གི་པའི་གཟི་བརྗིད་ཆེན་པོ་ཡོད། ཨ་དེ་ནས། སྐུ་གསུང་ཐུགས་ཀྱི་འོད་ཟེར་དེ་གི་ནི། པའི་འགྲོ་བ། དེ་ནི། སྣོད་དུ་རུང་བ་དེ་ཚོ་ལ། མ་ཆུས་བལྟས་ནས། མ་རེག་པའི་གི་སྨོན་པ་སེམས་ཀྱིན་སངས་རྒྱས་ལ་གོ་གི་ཡོད་རེད། གབ་བྱ་སྟེ། ཡིན་ན་ཡང། དེ་ནས། འདྲི་ཞིག། བརྒྱ་ཡོང་བའི་སྐབས་སུ་ཨ་ནི་ཉི་མ་ལ་གོ་འགྲོ་ཡ། དེ་འདྲ་ཡོང་གི་ཡོད་རེད། བྱས་ཙང་ཨ་ནི། གབ་བཞག་དེ་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི། ཡོན་ཏན་གྱིས། འགྲོ་བས་ཀྱི་སྨོན་པ། མེད་པར་བྱེད་པ་དེ་རེད། གབ་བཞེས་དེ་ཉི་མ་ཤར་བ་ལ་བརྟེན་ནས། མུན་པ། མེད་པར་བྱེད་པ་དེ་རེད། དེ་ནས་དེ་འདྲ་ཡིན་པ་སོང་ཙང། ཨ་དེ། གབ་བཞག་དེ་གབ་བྱེད་དེ་ངོས་ཟིན་པ་བཞིན། ད་དེ། བློས་བྱས་ཀྱི་གབ་ཚིག་དང། སྐྱིགས་བྲབ་ཀྱི་གབ་ཚིག། ཡོངས་སུ་བསྒྲིལ་ནས་བྲིས་པ་ཡིན་པར་སོང་ཙང་ཨ་ནི་ཡོངས་བསྒྲིལ་གྱི་གབ་ཚིག་ཆགས་ཡོད། ད་གླུ་གཞས་ཀྱི་གབ་ཚིག་ཡིན་སྟངས་དེ་གར་ཟེར་ན་མ་རེག་ཚེར་ཤེས་པའི་སྐབས་སུ། དེ་ནས་མ་རེག་པ་མེད་པ་བཟོས་སུ་ཟེར་དུས། ང་ཚོ་དུས་རྒྱུན་གྱི་གོ་ཡ་བཤད་ན་ཨ་ནི་མིག་གིས་མ་མཐོང་པར་མཐོང་བ་བཟོས་སུ་ཟེར་ཡ་དེ་གོ་གི་རེད། ད་རེག་རེག་སོང་མ་སོང་ཟེར་དུས་མིག་གིས་མཐོང་སོང་མ་སོང་ཟེར། ཉི་མ་ཤར་ཡོང་བའི་སྐབས་སུ་ཨ་ནི། རིག་པ་འམ་མཐོང་བ་ཆགས་ཡོང་བར་མ་རིག་པ་མེད་པ་ཆགས་འགྲོ་འོ་ཞེས་དང། གབ་རྒྱག་སྟེ་རྨོངས་པ་མ་རིག་པ་ལ་མ་འོས་པ་ཞིག། ཨ་ནི། དུས་རྒྱུན་རེག་མ་རེག་ཟེར་ཡག་གི་དེ་གོ་ཡོང་ཡག་དེ་གབ་ཞིག་ལ་ཚོར། ཨ་ནི་ཤུགས་ཆེ་བ་གོ་གི་ཡོད་པ་སོང་ཙང་ཨ་ནི་གླུ་གཞས་ཀྱི་གབ་ཚིག་ཆགས་གི་ཡོད་རེད། སྐྱིད་གྲབས་ཀྱི་གབ་ཚིག་ཆགས་ཡོད་རེད། སྐྱིད་གྲབས་ཀྱི་གབ་ཚིག་ཡིན་པ་དེ་གར་ཟེར་ན། དེ་སངས་རྒྱས་ཀྱི་མིང་དངོས་སུ་སྨོས་ཡོད་མ་རེད། ནི་དེ་ཉི་མ་གི་མིང་དངོས་སུ་སྨོས་ཡོད་མ་རེད། ཡིན་ན་ཡང་ཉི་མ་དང་སངས་རྒྱས་ལ་བརྟེན་པའི་གི་རོ། ནི་རིན་ཆེན་དང་པོ་བཞུགས་པའི་གི་མཛེས་པ་ཡོད་དེ་བ། ནི་གསེར་གྱི་མདོག་དེ་དེ་བ། འོ་ནང་འཁྲུལ་དེ་བ། དེ་ནི་མིག་དེ་འགྲོ་བའི་གི་མ་རིག་ཟེར་བའི་གི་ནུས་པ་ཡོད་དེ་བ་དེ་སོ། ཨ་ནི། སངས་རྒྱས་ལ་བཅའ་བའི་སྐབས་སུ། སངས་རྒྱས་ཀྱི་ཐོག་གི་ཆུའི་རེད་དེ་ཡོད་རེད། ཨ་ནི། བསྟན་པ། རེད་དེ་ཡོད་རེད། ཉི་མ་ལ་བཅའ་བའི་སྐབས་སུ་ཉི་མའི་ཐོག་ལ་ཡོད་པའི་ཧེ། བསྟན་པ་རེད་དེ་ཡོད་རེད། འོ་དེ་འདྲས་ཡིན་པ་སོང་ཙང། དེ་འདྲས་ཀྱི། དེ་ནས། ཏེ་དང། བསྟན་པ། གཉིས་ནང་ནས་ཨ་ནི།

ལྟ། གབ་ཚིག་དེ་ལ་རྩ་བའི་གིས་གབ་ཚིག་བྲི་སྟངས་ཀྱི་ཐོག་ལ། འདི་སྙན་ངག་མེ་ལོང་མ་གི་ལེའུ་གསུམ་པ་གི་ནང་ནས་གབ་ཚིག་གི་རྒྱས་དེ་ཀུ་བདེན་ཚིག་ཆེ་ཤོས་ཅིག་གཟེམ་དེ་ཡོད་རེད་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། བྱས་ཙང། སྙན་ངག་མེ་འདིའི་གི་རིག་ལམ་དེ་ནི་སྙན་ངག་གི་ཚིག་རྒྱས་རིག་པའི་གི་གཞུང་ལུགས་ཙམ། སྙན་ངག་གི་རྩོམ་གཞུང་ཙམ། མ་ཡིན་པ་དེ་ནི་ཆོས་དང་ཆབ་སྲིད་དང། མཚམས་མེད་ནང་ལ་བེད་སྤྱོད་གཏང་དགོས་ཀྱི་ཡོད་རེད་ཆོས་ཡིན་པ་ཡིན་ན། དེ་ནི་སྔགས་ཀྱི་གནས་ལུགས་ཟབ་མོ་ཟབ་མོ་དེ་ཚོ་ཡིན་པ་ཡིན་ནམ། དེ་ནི་སློབ་མ་སྣོད་ལྡན་ལ་མ་བཤད་དུས་གོ་ཡ་ཡོང་རྒྱུ། སྣོད་དང་མི་ལྡན་པ་ལ་གོ་མ་ཐོབ་ཡ། དེ་འདྲི་ཞིག་ནི་གྲི་གུ་དུ་བ་དེ་ནི་ཡི་གེ་བང་རིམ་དྲུག་ཡ་ལ་སོགས་པ་དང་སྐུ་གདམས་སྔགས་གཏིང་ཟབ་པོ་དེ་ཚོ། མི་གཞན་པ་གིས་སྣོད་ལྡན་གྱི། སྣོད་དང་མི་ལྡན་པའི་གི་དེ་ཆོས་ཀྱི་གནས་ལུགས་ཟབ་མོ་དེ་ཚོ་ནུས་པ་ཡོང་རྒྱུ་དེ་ཚོ་བཤད་པ་ཡིན་ན་དེ། དེ་ནས། བེད་སྤྱོད་ལོག་པ་བཏང་འགྲོ་གི་རེད་བ། ཞེས་དང། རྣོ་རྟའི་གི་སློབ་མ་དེ་ཚོ་བཤད་པ་ཡིན་ན་ཁོ་རྒྱུ་འབྲས་དཔང་པོ་ལ་ཕེབས་ཡོད་དོ་ནི་ཁྱོད་ཆུས་སུ་བསྐྱུར་འགྲོ་གི་རེད་བ་དེ་འདྲས་བྱེད་འདོད་ཡོད་ནི་དགེ་བའི་བཤེས་གཉེན་གི་མ་འདྲ་བཤད་རྒྱབ་ལྟར་ཁ་ཁ་ཡོད་རེད། ད་ནང་ཡུལ་གི་བྲམ་ཟེ་གི། གསང་ཚིག་ཟེར་བ་དེ། གཙོ་བོ་དེ་གབ་ཚིག་རང་རེད། ཕ་གི་ཚིག་ཅིག་ཡོད་རེད། སྤྱིར་བཏང་གི་པབ་ལེགས་ལས། མི་མང་གི་སྐྱིད་ལ་འདྲི་གཞི་བརྒྱབ་པའི་སྐབས་སུ། ཚེག་དེ་གི་འདྲི་གཞི་དེ་གཅིག་བརྒྱབ་ཡག་ཡོད་ཁོ་རང་ལ། ད་ཁོ་རང་གིས་སིག་རལ་དྲི་ཞིག་ནས་གསང་བ་ཞིག་ནས་ཨ་ནི་ཚེག་ད་ག་རང་རེད་དང་མིང་ད་ག་རང་རེད་ཡི་གེ་ད་ག་རང་རེད་སི་པི་ལིང་ད་ག་རང་རེད་དག་ཆ་ད་ག་རང་རེད་ཡིན་པ་ཡིན་ན་ཁོ་རང་གིས་ཐག་ཉེ་ཤུས་ཉེ་ཤུས་ཀྱི་ཁོ་རང་གི་བུ་ཡིན་ན་རེད་ཁོ་རང་གིས་སློ་སློ་མ་དེ་འདྲི་ལ་འདྲི་གཞི་བརྒྱབ་པའི་སྐབས་སུ། དེ་ནས་ཡང་དོན་དག་གཞན་པ་གཅིག་སྤྲད་ཡག་ཡོད་ཁོ་ཚོ་གིས་ཚེག་དེ་གི་རྒྱབ་ལ། ད་རང་ཉིད་ཀྱི་ད་ཁྱབ་ཚིག་གི་ནང་ལོགས་ལ་ཡང། དཔེ་མི་སྲིད་པའི་གི་དེ་གབ་ཚིག་དེ་ཧ་ཅང་གི་བེད་སྤྱོད་ཆེན་པོ་རེད་ཟེར། གབ་ཚིག་ཁོ་རང་ལ་འདི་འདྲས་བྱས་ཀྱི་ང་ཚོས་གི་དཔྱད་རྩོམ་བྲིས་པ་ཡིན་ན། ཁོ་རང་ཁོ་རང་གི་ཡ་ནེམ་ཅིག་གཞས་དང་མ་འདྲ་པའི་གི་རིག་པའི་གི་གཞུང་ལུགས་ཆེན་པོ་ཅིག་དེ་འདྲས་བྲིས་ཤག་ལ་ཡོད་བསྡད་པ་ཅིག་རེད་ཟེར་དེ་ཧ་ཅང་གི་གལ་ཆེན་པོ་ཅིག་ཡིན་པ་དེ། ང་ཚོས་གི་ཤེས་རིག་ནང་ལ་དེ་འདྲས་ཡོད་བ་རེད།

སྐྱོང་སར་ཟེར་བ་དང་སྐྱོང་ཟེར་བ་དེ་དག་མ་འགྲིག་པའི་གི་ཆ་དེ་རེད། རེད་བ། སྐྱོང་བྱ་གི་ཆ་དེ་རེད། རེད། སལ་ཟེར་དུས་སྐྱོང་བྱ་མེད་པ་བཟོ་པ་དེ་རེད། བྱས་ཙང། སྐྱོང་ཟེར་བ་དེ་ག་འདྲི་ཅིག་ལ་ཟེར་གི་ཡོད་ཟེར་ན། སྤྱིར་བཏང་གི་ད་ང་ཚོ་གི་སྐྱོང་མཐོང་ས་དངོས་པོ་འགྲོ་བ་ཅིག་མ་སོང་ན། གསུམ་རེད། རེད་བ། གང་ཡིན་ཟེར་ན།

སྒྲ་སྐྱོང་དུ་བལྟ་ཡ། དྲི་སྐྱོང་དུ་བལྟ་ཡ། རོ་སྐྱོང་དུ་བལྟ་ཡ། རིག་བྱ་སྐྱོང་དུ་བལྟ་ཡ། དེ་ནས། ཉེས་བྱ་སྒྲ་སྐྱོང་དུ་བལྟ་ཡ་དེ་འདྲའི་ཡོང་གི་ཡོད་རེད། བཟོ་གི་སྐྱོང་བྱ་དེ་ག་རེ་རེད་ཟེར་ན། མིག་གི་བར་བལྟ་བའི་སྐབས་སུ་དེ་ནི་བལྟ་མི་རུང་བ། དེ་ནི་མདོག་ཉེ་བོ་ཉེ་བོ་དེ་འདྲའི་ཡོད་བ་ཡིན་ན་བཟོ་གི་སྐྱོང་བྱ་ཆགས་ཏེ་ཡོད་རེད་བ། གཟུགས་བརྙན་རྒྱལ་བོ་དང་གཟུགས་མཛེས་པོ་ཡོད་བ་ཡིན་ན་དེ་ནི་བཟོ་གི་ཡོང་དེ་ཆགས་ཀྱི་ཡོད་རེད། ད་ནངས་ཡིག་གི། སྒྲ་ཟེར་ཡག་དེ་ག་འདྲིར་ཟེར་ན་སྙན། རྣ་བ་ལ་ག་ཚིག་ཉན་བ་ཡིན་ན་ཉན་འུ་བ། དཔེ་ཆ་ཡང་ན་ད་གློ་དང་གཞས་དེ་ཚོ་བཏང་བའི་སྐབས་སུ་གློ་ལེན་པ་དང། གཞས་བཏང་བའི་སྐབས་སུ་གཞས་དེ་ཚོ་སྙན་པོ་ཡོད་ན། དེ་ནི་དེ་ཡོང་དོན་རེད། དེ་ནས་སྐད་ཆ་ཁ་ཤས་དེ་ནི་ཉན་མ་འགྲོ་ཉོག་གི་མི་ཉན་ཉན་མ་འགྲོ་ཡ་ཚིག་རྫོགས། དེ་ནི་མི་ལ་སྐྱོང་རྒྱུག་བྱེད་རྒྱུ། མིའི་སོ་སོ་ལ་སྐྱོང་རྒྱུག་ཡོང་བ། དེ་ནི་འགྲམ་བའི་སྒང་ལ་འགྲམ་ལྕག་ཅིག་བཞུས་པ་ཡིན་ན་དེ་ནི་དེ་གི་སྒྲ་དེ་དཔེ་མི་སྲིད་མི་སྙན་ཡ་ཡོད་ར་སྒོ་ལ་ལྕགས་ཕག་བཞུས་བ་ཡིན་ན་དེ་གི་སྒྲ་དེ་ཨམ་ཅོག་ནང་ལ་གོ་ཡོང་བའི་སྐབས་སུ་མི་སྙན་པ་ཞིབ་ཅིག་ཡོད་ར་བ། བརྡེག་པ་དང་བརྡུང་བ་དང་བཞུ་བ་དེ་གསུང་གི་དེ་ཚོ་ཚང་མ་ལོ་སྒྲ་ཡི་སྐྱོང་ཆ་རེད། རྣ་བ་ལ་ཉན་མི་སྤྲོ་ཡ། ད་གྲི་གྲི་འདྲ་བོ་ཅིག་ཡིན་ན་དེ་ཁ་ལག་ཞིམ་པོ་ཞིམ་པོ་དེ་འདྲི་གི་གྲི་མ་ཞིམ་པོ་དེ་ཡོད་ར་བ། དེ་ནས་སྤུའི་དང་སྨད་ཀྱི་དྲི་མ་ཞིམ་པོ་ཞིམ་པོ་དེ་འདྲ་ཡོད་རེད་བ་ཨོ་དེ་ཚོ་ཁྲེགས་ཀྱི་ཡོང་དུས་རེད། ད་དེ་ནས་མི་གཙང་བ་དང་བཙོག་པ་དང་དེ་ཚོ་གི་དྲི་མ་དེ་ཚོ་དེ་ནས་ཁ་ཡོང་དུས་རེད་བ། དེ་ནས་འགའ་ལིང་དེ་འདྲའི་འགྲོ་བའི་སྐབས་སུ་ང་ཚོས་དེ་ནས་དངོས་པོ་དེ་ཚོ་མ་འདང་པ་རུལ་དེ་ཉོག་གི་དྲི་མ། གསང་སྤྱོད་ནང་ལ་ཚོ་སྤྲོ་བའི་སྐབས་སུ་དེ་ནས་དྲི་མ་རྫུབ་པོ་བཙོག་པོ་དེ་བ་དེ་དྲི་མ་གི་སྐྱོང་ཆ་དེ་འདྲའི་ཡོད་རེད། ད་ད་ནང་བཞིན་གྱི། རོ་ཡིན་པ་ཡིན་ན་དེ་ནི་རོ་མངར་བོ་ཞིམ་པོ་རོ་བ་རོ་དྲུག་སྤྱི་སྡོམ་གྱིས་དཀར་བ་དང་ཚ་བ་དང་ལས་ཚ་བ་ཟེར་བ་དག་དེ་གསུམ་ཚང་མ་ལོ་ཞིམ་པོ་བརྩི་གི་རེད་བ་མངར་མོ་དང། རོ་བ། སྐྱུར་མོ་དང། ཨ་ནི་དཀར་བ་དང་ཁ་བ་དང་ཚ་བ་དང་ལས་ཚ་བ་ཟེར་ཡག་གི་དེ་འདྲ་ཡོད་རེད་བ་ཨོ་དེ་གསུམ་ཚང་མ་ལོ་ང་ཚོ་གི་རོ་ཞིམ་པོ་དྲུག་བརྩི་གི་རེད་རོ་དྲུག་ཨ་ནི་རོ་བརྒྱ་དེ་འདྲ་བཤད་ཀྱི་ཡག་ཡོད་རེད་དེ་གསུམ་ཡིན་པ་ནི་རོ་ཡི་ཡོངས་ཏེ། ད་དེ་ནས། ས་ཡི་ག་ཞིམ་པོ་མེད་འཇོག། དེ་ནས་དུ་བ་སྐྱེ་ཡི་གར་སླེབས་ནས་ཟ་ཉལ་མ་སྤྲོ་ཡ། མ། དེ་ནས་སྐྱུག་མེར་ལངས་ཡ། རེད་བ། ཨོ་དེ་འདྲའི་གི་རོ་དེ་ཚོ་རོ་ཡི་སྐྱོང་བྱ་རེད། དེ་ནས་རེག་བྱ་ཡིན་ན། གཟུགས་པོ་གཟུགས་པོ་ཐོར་ཚོར་རེག་པའི་སྐབས་སུ་འཇམ་པོ། ར། དེ་ནས་པས། ཡང་སྲིད་ཡང་སྲིད་ཀྱི་དུ་ལོ་ཡིན་ན་ཞོགས་ཉེར་བྲོ་བ་བྲོ་བ་དང། རོ། པའི་ལག་པ་གྲོགས་ཀྱི་ཆང་བའི་ནང་འཇམ་པོ་ཡོད། ཡངས་སུ་ཡངས་སུ་ཅིག་ལག་པ་ཆང་གཉིས་གྲོགས་ཡར་འགྲོ། དེ་སོགས་ཡིན་པ་ཡིན་ནོ། ཨ་ནི་རིག་བྱ། ཟེར་གྱི་རེད་རིག་བྱ་གི་ཡོང་སྡེ་རེད། ད་དེ་ལས་ལྡོག་པའི་གི་ཐོག་ནས། རིག་བྱ་གི་སྐྱོང་བྱ་ཡང། གལ་སྲིད་ན། གོས་འདྲ་བོ་ཅིག་ཡིན་པ་ཡིན་ན། གཟུགས་པོ་ཐོག་ལ་པར་རེ་བའི་སྐབས་སུ་དེ་ནི་ཚིར་མ་བཟོ་བ་ནང་བཞིན། རེ་བ། ལག་པ་ག་བ་ཆང་ནང་དེ་ནི་མི་གཅིག་པ་བཟོ་མཁན།

དགེ་སྡིག་སྤང་བླང་བྱེད། རེ་བ། ཡོན་ཏན་དགེ་བ་དེ་ཚོ་ནི། སྤྱང་བྱ་མི་དགེ་བ་དེ་ཚོ་སྤང། ད་རྒྱ་གར་བཅས་ཀྱི་ནང་ལ་བསྡད་པ་ཡིན་ན། ལི་སྐལ་པོ་སེ་ཤུན་ལ་བོར་བ་ཁྲིམས་མཐུན་གྱི་ལས་ཀ་ག་རེ་བྱེད་ཡིན་པ་ཡིན་ན། རེ་བ། དེ་ནས། སྐད་ཆ་བཤད་པའི་སྐབས་སུ་ཁྲིམས་དེ་དུས་པ། རེ་བ། ལི་སྐལ་དཀྲོགས། དེ་ནས། ལས་ཀ་བྱེད་པའི་སྐབས་སུ་ཡིན་པ་ཡིན་ན། པའི། ཁྲིམས་མཐུན Legal Act རེད་བ། དེ་ནས་བསམ་མནོ་ཡིན་པ་ཡིན་ན་དཔེར་ཏེ་ཁྲིམས་མཐུན་བསམ་མནོ་བཏང་བའི་སྐབས་སུ་ཁྲིམས་དེ་འཐུས་པ་རེད་བ། ད Legal Think Thought ཨོ་དེ་འདྲའི་གི་ཁྲིམས་མཐུན་གི་ལས་ཀ་བྱེད་ཡག་ཚང་མ་ལོ་ཚོ་ལན་ཡག་དེ་རེད་དེ་ཡོད་རེད། ད་ཁྲིམས་དེ་དགའ་བ་ཚང་མ་ལོ་ཕར་སྐྱོང་ཆ་ཆག་དེ་ཡོད་རེད། སྤྱིར་བཏང་གི་ད་དགེ་སྦྱོང་གི་སྐད་ཆ་བཤད་པའི་སྐབས་སུ་ཁྱབ་ཆེན་པོ་རེད་ཅུང་ཟེར་ཟེར་ཡག་དེ། ད་སྙན་ངག་གི་ནང་ལ་སྐྱོང་ཆ་ཤེས་པའི་སྐབས་སུ། དེ་ནས་སྤྱིར་བཏང་གི་སྙན་ངག་བྲི་བའི་སྐབས་སུ། ཚིག་སྦྱོར་བྱེད་སྟངས། ཚིག་གི་སྦྱོར་བ་བྱེད་སྟངས། དོན་གཏན་ལ་འབབ་སྟངས། ཨ་ནི་བརྗོད་བྱ་དེ་ཕར་ཀློག་པ་པོ་ལ་ར་འཕྲོད་སྟངས། དེ་འདྲའི་གི་ཐོག་ནས། དེ་ནས་རྩ་བའི་གི་སྐྱོང་ཆ་དེ་ཚོ་བྲི་བ། སྤངས་ཐུབ་པ་ཡིན་ན་དེ་ནས་སོ་སོའི་གི་རྩོམ་གི་རིས་ཐང་དེ་ཆེར་འགྲོ་ཡག་གི་དེ་འདྲའི་ཁྱད་པར་འགྲོ་གི་རེད། དེ་བྱས་དུས་ད་ཉིན་ངག་མེ་ལོང་མ་ནང་ལ་དེ་ལ་སྐྱོང་ཆག་གི་སྐོར་ལ་ཁ་ཤས་ཀྱི་ངོས་འཛིན་བྱས་ཡོད་རེད། ད་དེ་ཡིན་པ་ཡིན་ན་ཚང་མ་ད་ཁྱབ་ཐོབ་ཡོད་རེད་ཟེར་ཡག་དེ་ཤེས་ཐུབ་གི་མ་རེད། ཡིན་ན་ཡང་འདིའི་ནང་ལ་རྩོམ་འབྲི་བའི་སྐབས་སུ་སྐྱོང་ཆག་དེ་ག་འདྲས་སྤང་དགོས་མེད་ཀྱི་ཐོག་ལ་བྲིས་ཡོད་རེད། རྩོམ་ནང་ལ་དྲི་མ་ཞེ་ཡག་གི་སྐྱོང་ཆ་ཆེ་ཤོས་དེ་ག་རེ་ཡོད་རེད་དེ་འདྲ་ཞིག་རྒྱབ་གི་ཡོད་རེད་ཁོང་ཚོ་གས་བྱས་ཙང་ལ་དེ་ང་ཚོས་སློབ་སྦྱོང་བྱས་པ་ཡིན་ན་རྩོམ་འབྲི་སྟངས་ཙམ་མ་ཞེ་ཧ་རྩོམ་འབྲི་སྟངས་ཙམ་མ་ཡིན་པ་སྐད་ཆ་བཤད་སྟངས་དང་ལས་ཀ་བྱེད་སྟངས་དང་ཨ་ནི་ཉི་མ་རེ་རེ་གི་སྤྱི་ཚོགས་ཀི་ནང་ལ་འཚོ་བ་སྐྱེལ་སྟངས་ཀི་ཐོག་ལ། དེ་ནི་ཧ་ཅང་གི་ཕན་ནུས་ལྡན་པ་ཅིག་རེད་དེ་ཡོད་རེད་བྱུང། ད་ལྟའི་སློབ་ཚན་ཅིག་བཤད་པའི་སྐབས་སུ། དེ་ནི་སློབ་ཚན་གསར་བ་ཅིག་ཁྱོད་རང་ལ་ག་དུས་ཡིན་ནོ་བཤད་པའི་སྐབས་སུ་དེ་ལ Summaries ཞེས་བ་དེ་གལ་ཆེན་པོ་རེད་ར Main Point ཞེས་བ་ནི་དེ་ཤེས་དགོས་ཡོད་རེད། དབྱིན་ཇི་དང་ཧིན་དི་དུས་སུ་བཤད་པའི་སྐབས་སུ་ད་ཡིན་ཧིན་དི་དང་མི་ཤེས་ར་བ་དབྱིན་ཇི་དུས་སུ་བཤད་པའི་སྐབས་སུ་དབྱིན་ཇི་གི་སྒྲུང་ཅིག་སྒྲུང་རིང་པོ་ཡིན་ན་འདྲ་ཐུང་ཐུང་ཡིན་ན་འདྲ་དེའི་བསླབ་བྱ་དེ་ག་རེ་རེད་ཟེར Advice དེ་ག་རེ་རེད་ཟེར་བསམ་མ་རེད་ཟེར་རེད་བ། ག་རེད་ཟེར་དུས་མགྱོགས་མགྱོགས་དེ་ལ་རྒྱུགས་སྡོམ་རྒྱབ་དགོས་འདུག་བ། ང་ཚོའི་བཤད་སྟངས་དེ་མགོ་མགོ་ནས་ཤེས་ཡོང་དགོས་རེད། དང་པོ་དེ་སྡོམ་དེ་མགོ་ནས་རྒྱག་ཡག་དེ་རིང་འདིའི་ནང་ལ་ནང་དོན་སྙིང་བསྡུས་དེ་འབྲི་གི་ཡིན་ཟེར་དེ་ང་ཚོའི་གི་རིག་གཞུང་གི་འགྲོ་སྟངས་གྱིས་རེད་བ། དེ་བཤད་དུས། ཨ་རུ་ཐེ་གིས། སྡོམ་བརྒྱབ་ནས་ཅིག་ཞུས་པ་ཡིན། ད་སློབ་ཚན་དངོས་གཞི་ལ་འགྲོ་བ་ཡིན་ན། ཅུང་སེར་སེར་ཡག་དེ། ཨ་ནི་ག་འདྲིའི་ལྗད་ལགས་ཡོད་ཟེར་ན། སྙན་ངག་འབྲི་སྐབས་བརྗོད་གཞི་གི་དོན་དང་བརྗོད་ཚོར་གྱི་གོ་རིམ། བརྗོད་གཞི་གྱི་ཚིག་སྦྱོར། ཨ་ནི་སུམ་རྟགས་དག་གསུམ་གྱི་གཞུང་ལུགས་དང། འགའ་བ་སོགས་ནས་ཟེར། ཨ་སྙན་ངག་ལ་མི་མཛེས་པ་ཆགས་ཀྱི་ཡོད་རེད། དེ་སྙན་ངག་གི་སྐྱོན་ཆ་རེད་ལབ་རེད། ད་སྙན་ངག་བྲི་བའི་སྐབས་སུ། ཨ་ནི། དང་པོ་ཁྱོད་རང་གིས་བརྗོད་བྱ་ཡག་པོ་ཅིག་གདམ་དགོས་རེད།

མི་སུ་གཅིག་གིས་ཧ་མོ་བོ་གཉིས་ཀྱིས་ཁྱི་གཅིག་གི་སྐོར་ལ་བྲིས་པ་ཡིན་ན། ཞེ་དྲག་ཞེ་དྲག་མིའི་ལི་ཐང་ཡག་རེད་མ་རེད་འགྱོད་བཤགས་ཀྱིས་མ་ཟག་འགྲོ་གི་ཡོད་རེད། ཨ་ནི་འགྱོད་བཤགས་ཀྱི་ཆ་ནས་འགྱོད་བཤགས་དམ་བསྒྲགས་ལ་ཅུང་མ་ཤོར་པ་ཞེ་ཡག་ཏུ་གལ་ཆེན་པོ་རེད། དེ་ནས། ད་ཡང་རྩོམ་འབྲི་ཡི་སྐབས་སུ་འབྲི་ཚུལ་གྱི་ཐོག་ལ་ཁྱད་པར་ཡོད་རེད། འགྱོད་བཤགས་དེ་ཆུང་ཆུང་གཅིག་ཡིན་མ་ཡིན་ན་རྩོམ་བྲི་སྟངས་དེ་སྙིང་རྗེ་བོ་བཞུགས་ཀྱིས་བྲིས་ཡོད་ན། དེ་ནས། མི་ཚོས་རྩ་ཆེན་པོ་བརྩི་གི་རེད། རེད་བ། དཔེ་ཆ་ཡོད་ན། ཁྱོད་རང་གིས་དེ་རིང་ག་ཟེར་དགོས་རེད་སྐུ་འདྲ་གཅིག་བཞེངས་ངེས་ཡོད་པ་ཡིན་ན། གསེར་གྱི་སྐུ་འདྲ་གཅིག་བཞེངས་ངེས་ཡོད། སྐུ་འདྲ་དེ་ལ་སྐུ་ལུས་གཅིག་ཡོད་པ་དེ་དེ་གང་ཚང་དེ་གསེར་ཡིན་པ་ཡིན་ན། ཁྱོད་རང་གི་སྐུ་འདྲ་གི་གཟུགས་རྟགས་ཡག་པོ་མེད་པ་ཡིན་ན་ཡང་ཨོ་དེ་ཚང་མ་གསེར་རེད་ལབ་ཀྱི་མི་རིགས་ཐང་ཡག་རེད་སྐུ་འདྲ་དེ་ལ། དེ་རྒྱུ་ཆ་དེ་འདམ་ཡག་དེ་འདྲི་གཅིག་རེད། ད་དེ་ནས་ཡང། རྒྱུ་ཆ་དེ་ཡག་པོ་མེད་བ་ཞིག་ཡིན་ན་ཡང། དེ་ནས་བྲི་ཐང་དེ་ཡག་པོ་བཞུར་ཡོད་ན་ཡང་རིག་ཐང་ཆགས་ཀྱི་ཡོད་རེད། དཔེ་ཆ་ཡག་བ་ཡིན་ན། དེ་ནས་ང་ཚོ་གིས་ད་དེ་དེ་ཡོད་རེད་བ་ད་ག་ཟེ་གོ་རེད། པི་ལགས་སུ་འབོ་འབོ་སྒྲ་དེ་འདྲི་མ་གཡོག་ཡག་རེད་བ་ཕན་མ་ཐོག་ཅེས། ད་ལྟ་སུའི་རིགས་ཐང་ཡག་གི་མ་བ་དེ་འདྲས་ཀྱི་པི་ལ་པི་ལ་སྟིག་སྦོ་ཏིལ་དེ་ཚོ་ཚོ་ཁོ་ཡོང་ནས་ཨ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འདྲ་སྙིང་རྗེ་བོ་ཅིག་བཞེངས་ནས་གཟུགས་ད་པའི་སྙིང་རྗེ་བོ་བཞེངས་དེ་ལ་བཀའ་སློབ་ཡག་པོ་བཏང་ན་ཨོ་ཁོ་པི་ལ་སྟིག་རེད་ཤག་ཕན་ཐོག་མི་འདུག་ལབ་གི་མ་རེད་ཨོ། ད་ཡིན་ཡག་དེ་པི་ལ་སྟིག་རེད་རྒྱུ་ཆ་དེ་ཡག་པོ་ཡོད་མ་རེད་དེ་ཡ་ཞིང་ཁང་དེ་དཔེ་མི་སྲིད་ཨ་ཡག་པོ་ཞུ་ཅིག་འདུག་ཟེར་གི་རེད་བ་ཨོ་དེ་ནང་ཡིག་གི་བརྗོད་བྱ་དེ་ཁྱོད་རང་སྤྲོ་ཕེག་དེ་ཡག་པོ་ཅིག་མ་བདམས་པ་ཡིན་ན་ཡང་རྩོམ་བྲི་སྟངས་གི་དེ་གི་ཚད་ཀྱི་འགྲུས་རེད་བ། དཔེ་ཡག་པོ་གཅིག་ཡོད་ན་ཁྱོད་རྩོམ་འདི་སྙན་པོ་ཆགས་གི་རེད། གཅིག་དེ་རེད། ཨ་ནི་འཇོག་ཚོར་གྱི་གོང་རིམ་རྩོམ་འབྲི་བའི་སྐབས་སུ་གོ་རིམ་ཞིག་ནས་བྲི་དགོས་རེད། དཔེ་ཆ་ཡག་ན་ང་ཚོ་མི་གཅིག་གིས་ཉི་མ་རེ་རེ་གི་འཚོ་བ་སྐྱེལ་བའི་སྐབས་སུ། དང་པོ་ཞོགས་ཁའི་ཡར་ལངས་དེ་ནས་དོམ་པ་བཀྲུ་དེ་ནས་ཞོགས་ཞག་ཟ་བང་རིམ་ཡོད་རེད། ཨ་ནི་ཉི་འོང་ཁ་ལག་ཟ་དེ་ནས་ལས་ཀ་བྱེད། དགོངས་དག་ག་ལ་ཟེར་དེ་ནི་མ་ཉེས་སོགས་ལབ་དགོས་རོགས། དང་པོ་ཡར་མ་ལོག་ག་ནི་མ་ཉེས་ཞག་ལབ་ནས་བྲིས་པ་ཡིན་ན། ཨ་མི་རྩ་མ་ལོག་གི་དེ་བྲི་མཁན་དེ་ཕ་ཁྱེད་སྨྱོན་པ་མིན་འགྲོ་བསམ་གི་རེད། ཅུང་ཞོག་འགྲོ་གི་ཡོད་རེད། ཞེས་དང། དངོས་པོ་ག་འདྲི་ཅན་ཡིན་པ་ནི་གོ་རིམ་ཆགས་དེ་ཡོད་རོགས། དང། མི་ཅན་ཡིན་པ་ཡིན་ན་དང་པོ་དེ་ནི། སློབ་གྲྭ་ཆུང་བར་འགྲོ་དེ་ནི་སློབ་གྲྭ་འབྲིང་བར་འགྲོ་དེ་ནི་མཁས་པ་ཆགས་དེ་ནི་དཔེ་ལས་ཀ་བྱེད་ཟེར་ཨ་ནི་དེ་ནི་ཀོ་ཤེས་སུ་རེད་ཟེར་གྱི་ལོ་ཆེན་པོ་ཆགས་ཨ་ནི་སྐད་གྲགས་ཆེན་པོ་ཆགས་རེད་ལབ་ན་གོ་རྒྱུ་གཅིག་ཡོད་རོགས། དེ་ནས་པེ་ཏེ་དང་པོ་ཁོ་རང་ནས་མ་སྐྱེས་དུས་པོར་ཏོ་ཅིག་སྐྱེས་ཤག་ཟེར་དེ་ནས་སྐད་གྲགས་ཆགས་ཚར་རེད་ལབ་ན་ཨོ་ད་དེ་དྲིན་རྒན་དེ་དེས་སྨྱོན་པ་མེད་འགྲོ་བསམ་གི་རེད་བ། རྩོམ་ཅུང་ཞོར་གྲུབ་ཡོད་དེ་གོང་རིམ་དེ་ཡག་པོ་ཞིག་བྲི་དགོས་རེད། ད་དེ་ནས་ཚིག་སྦྱོར་བྱེད་སྟངས་དེ་དཔེ་ཡག་པོ་ཞིག་བྲི་དགོས་རེད། ཚིག་གི་སྦྱོར་བ་ཡག་པོ་ཞིག་ཟེར་ཡག་དེ་དེ་ནས་དག་ཆ་ཡག་པོ་དགོས་དང་པོ་ར Spelling དེ་དཔེ་མ་ནོར་བ་བྲི་དགོས་རེད་གལ་སྲིད་ཨ་ན་དག་ཆ་ཡག་པོ་མེད་ན་ཁྱོད་ག་རེ་བཤད་གི་ཡོད་ཧ་གོ་གི་མ་རེད་རེད་བ། དེ་ནས་ང་འགྲོ་གི་ཡིན་ཟེར་དྲི་བ་དེ་ལ་ཨང་སྒ་ར་ཏཱ་སྦྲ་ནོར་བུ་འགྲོ་མ་བྲིས་ཀྱི་ར་ཨང་སྦ་ར་ཏཱ་སྦྲ་ནོར་བུ་འགྲོ་བྲིས་བཞག་པ་ཡིན་ན་དེ་ནི་དཔེ་གསར་བའི་ར་བ། དེ་ནས། དེ་ནས། གྲངས་ཀ་ལྔ་དེ་མ་བྲིས་ཀྱི་ཨ་ནི། གྲངས་ཀ་ལྔ་ཡི་ལྔ་དེ་མ་བྲིས་ཀྱི་ར་ལྔ་དང་ལྔ་བྲིས་བཞག་ན་དེ་ནི་ད་རེས་ཅུང་ཞོག་འགྲོ་གི་འདུག་བ་འོ་དེ་བྱས་དུས་ཡང་ན་ཚིག་སྦྱོར། ཟླ་གསུམ་དག་གི་འགྲོ་སྟངས་དེ་ཚོ་རྒན་རང་མ་ཀྲི་ཀ་ལིའི་ཁྲི་བོ་རི་རྩོམ་འཕྲོའི་སྐབས་སུ་སུམ་རྟགས་ཀྱི་གཞུང་ལུགས་དུ་ཐོས་པ་རེད་བ། ད་དེ་མ་ཡིན་པར་གྱི་རེད་བ། ང་འགྲོ་གི་ཡིན་ཟེར་རེད་བ། ད་ཁྱོད་འགྲོ་རྒྱུ་ཡིན་ན། ད་ཨ་ཡང་དགོས་ལབ་ན་དེ་འདྲའི་ནོར་གི་རེད་བ་དེ་ནི་དེ་འདྲའི་འགྲོ་བྲིས་བ་ཡིན་ན། ཁོ་དབྱིན་ཇིའི་ཚིག་ཡིན་པ་ཡིན་ན་ཁོ་ཟླ་དྲུག་གི་གོང་རིམ་བྱས་ནས་འགྲོ་དགོས་འདུག་བ past བྲི་ས་ལ past present བྲི་ས་ལ present

དེ་བྱས་དུས་དཔེ་བཞག་བཟང་དེ་ཏག་ཏག་བཤད་ཡིན་གོ་རེད་ར། ཨ་ངས་པ་པ་ལ་ཡག་པོ་ཞུ་བྱས་ཡོད་ཟེར་ག་འདྲས་བྱས་ཡོད་ལ་རྗེ་བཙུན་སྒྲོལ་མ་ནང་བཞིན་ཡོད་ལ་དུས་ཨ་པ་བ་དེ་རྗེ་བཙུན་སྒྲོལ་མ་ནང་བཞིན་ཡོད་ལ་པ་བ་བུ་མོ་ནང་བཞིན་ཡོད་ཟེར་ན་མི་ཚོས་གད་མོ་ཤོར་གི་རེད། བྱས་ཙང། དོན་དག་ལ་བསམ་བློ་བཏང་བའི་སྐབས་སུ། བྲིས་སྟངས་དེ་ཧ་ཅང་གི་ཡག་པོ་ཞིག་བྲིས་དགོས་རེད། དེ་འདྲས་ཀྱི་ཡང་ན། རྩོམ་འབྲི་སྟངས། ཡག་པོ་ཞིག་ནས་བྲིས་དགོས་རེད། དེ་ནི་མདོར་ན་སྙན་ངག་གི་སྐྱོན་ཚང་མ་ལོ་མེད་པ་ཞིག། ད་སྙན་ངག་མེ་ལོང་ལ་བྲིས་དགའ་བཟོས་ཟེར། ཨ་ནི་ཁོ་རང་གི་དཔེར་བརྗོད་ནང་ལ་རྩ་བ་ནང་ལ་གར་ཤེས་ཡོད་ཟེར་ན། དོང་ཉམས་དོང་གར་དོང་བྲིས་པ་དང། ཐེ་ཚོམ་སྐྱེས་དང་རིམ་པ་ཉམས། སྒྲ་མི་ངར་སོ་ཉམས་པ་དང། སྡེབ་སྦྱོར་ཉམས་དང་མཚམས་སྦྱོར་འདྲ། ཡུར་རྡུལ་སྒྱུ་རྩལ་འཇིག་རྟེན་དང། ལུང་རིགས་དགར་དང་དགའ་བ་སྟེ། སྐྱོང་རྒྱུ་དེ་དག་སྙན་ངག་ལ། སྙན་ངག་གལ་ཞིག་སྤང་བར་བྱ། ཟེར། འོ་དེ་གསུམ་ཡོད་རེད། བྱས་ཙང། སྙན་ངག་བྲིས་དགའ་བཟོས། དང་པོ་དོན་ཉམས་པས་སྐྱོང་ཟེར་ར་དོན་དག་མི་འཇོག་དེ་ལ་དོན་ཉམས་པ་ཟེར་རེད། དོན་དག། དེའི་གི་སྐྱོང་ཆ་གཅིག་སྤང་དགོས་ཡོད་རེད། གཉིས་པ་དོན་འགའ་རེ་སྐྱོང། དོན་དོན་དག་དེ། ཡོད་ན་ཡང། ཨ་ནི་པད་དེ་མེད་དེ་ཆུ་ནང་གི་ག་བ་ཤོར་དེ་འཇོག་རེད་བ། ལྟ་སྐོར་པད་དེ། ག་ཟེ་གོ་རེད། མཁས་པ་རེད་ཟེར། རེད་བ། ད། མཁས་པ་རེད་ཟེར་ཡིན་ན་ཡང་སྐུ་རྒྱབ་གི་རེད་རྫུན་བཤད་གི་རེད་མི་གསད་གི་རེད་ལབ་ན་དེ་འགྲིག་གི་མ་རེད་བ། མཁས་པ་རེད་ལབ་ཚར་དེ་དག་མཁས་པའི་གི་མཁས་ཚུལ་བཟང་གསུམ་གི་ཡོང་དོན་ཤེས་དགོས་རེད་བ། ཨོ་དེ་འདྲ་ཤེས་ཀྱི། མཁས་པ་ལ་མཁས་པའི་གི་དོན་དང་མཐུན་པ་ཤེས་དུས་དྲོ་ཤེས་རྒྱབ་དགོས་རེད། རེད་བ། དེ་ནས་འོ་དེ་འདྲའི་ཆེས་དགོས་རེད་དེ་ནས་དཔེར་དེ། གནམ་གཤིས་དགུན་ཁ་རེད་ཟེར་ད་ཞག་ཁུ་བཞུགས་ཀྱི་སྐད་གྲགས་སོང་ཟེར་ད། གནམ་གཤིས་གྲང་མོ་ཞུ་སྲིད་དོ་ཟེར་དཔེར་རི་ཚང་མ་ལ་ཆགས་པ་བརྒྱབ་ཚང་མ་ལ་དཔེར་དེ་མི་ཚང་མ་གྲང་བསྡད་ཀྱི་འདུག་ཟེར་ཡང་ཞག་ཁུ་བཞུགས་གྲགས་ཀྱི་འདུག་མེ་ཏོག་སྐྱེས་ཞག་ལབ་ན་དེ་ནས་དོན་དག་ལ་དགའ་བ་ཆགས་འགྲོ་གི་ཡོད་རེད་འོ་དེ་ལྟ་བུ་རེད་བ། ཨ་དོང་སྐྱེགས་པ་དེ་དོང་དག་སྐྱེགས་དེ་ཡང་བསྐྱར་ཡང་བསྐྱར་ཤེས་བསྡད་ན་འགྲིག་གི་ཡོད་མ་རེད། རེད་བ། དེ་བཞིན་དུ་ག་དུས་ན་དོན་གཅིག་པ་ཡང་བསྐྱར་ཡང་བསྐྱར་ཤེས་བསྡད་ཡག་དེ། ཡང་མ་ཤེས་ཡག་གི་དོན་དག་དེ་ལ་ཨ་ནི་སོ་སོ་གི་གདེང་ཚོད་མེད་པའི་ཐོག་ནས་པར་བྲིས་པའི་སྐབས་སུ་ཐེ་ཚོམ་རྐྱང་རྐྱང་ཡོད་བསྡད་འགྱུར་ཅིག་སྐད་ཆ་གསལ་བོ་མེད་བསྡད་འགྱུར་ཐེ་ཚོམ་ཡོད་བསྡད་འགྱུར་དེ་འདྲས་བྲིས་པ་ཡིན་ན་འགྲིག་གི་ཡོད་མ་རེད། དེ་ནས་རིམ་པ་བང་རིམ་བཞིན་དུ་མར་བྲིས་པའི་སྐབས་སུ། བང་རིམ་དང་པོ་གཉིས་པ་གསུམ་པ་བཞིན་ནས་རིམ་པ་གཞིར་བཟུང་བཞིན་བྲིས་དགོས་རེད། དངོས་པོའི་གནས་ལུགས་ཚང་མ་ལུགས་བང་རིམ་དུ་བདེན་པ་གྱིས་གྲོལ་ཡོད་པ་སོགས་ཙང་ཨ་ནི་རྩོམ་གྱི་བརྗོད་བྱ་དེ་དངོས་པོའི་གནས་ལུགས་རེད། དངོས་པོ་དེ་ཚོ་གྲུབ། གྲུབ་པ་དང་གནས་པ་དང། དེ་ནི་འཇིག་པ། སྐྱེ་འཇིག་གནས་གསུམ་དེ་བང་རིམ་བདེན་པ་གཅིག་ཡོད་རེད། དེ་འདྲའི་དངོས་པོ་ཕར་ཁྱེར་བ་དེ་ཨ་ནི་བརྗོད་བྱ་ལ་ཟིན་བའི་སྐབས་སུ་བརྗོད་བྱ་ཡང་སྐྱེ་འཇིག་གནས་གསུམ་དུ་བང་རིམ་བདེན་པ་ཞིག་འགྲོ་དགོས་མ་རེད། འགྲོ་དགོས་རེད་མ་གཏོགས་པའི་གལ་ཏེ་གོ་རིམ་འགྲུག་ན་ཨ་ནི་རིམ་པ་མཉམ་པའི་གེགས་ཅུང་ཆེན་པོ་ཡོད་རེད། དེ་ནི་སྒྲ་མཉམ་པའི་གེགས་ཅུང་དག་ཆ་ནོར་སོང་ཡོད་རེད། བ་ཨ་ནི་སྒྲ་དེ་གས་སོ་སོའི་གི་སྐབས་སུ་བབས་པ་གས་བསམ་བློའི་ནང་ལ་ཤེས་ཤེས་ཡ་ཤེས་ཡི་ཤེས་བྱར་ཤོར་པ་དང་ཤེས་འདོད་པའི་གི་དངོས་པོ་དེའི་ཐོག་ལ་ཨ་ནི་སོ་སོའི་ཁ་ནས་ཡོང་འཇུག་གི་ཚེག་དེ་ཏག་ཏག་བར་མ་བབས་ན་ཨ་ནི་སྒྲ་མཉམ་པའི་གེགས་ཅུང་ཆགས་ཏུ་ཡོད་རེད། དེ་ནི་ངར་སོ་མཉམ་པའི་གེགས་ཅུང། དེ་ནི་རྩོམ་དེབ་གཙོ་བོ་གཙོ་བོ་དེ་ཚིག་གཅིག་བྲི་བའི་སྐབས་སུ་ཡོད་རེད། དུས་ཚིགས་གང་དེ་དུས་ཚིགས་ཡིན་ན་འོག་ཏུ་བརྒྱད་ཚིགས་དང་དེ་ནས་དགུ་ཚིགས་དང། རོ་ཡང་བཞི་ཚིགས་ལྔ་ཚིགས་དེ་དུས་བྲིས་ཡོད་པ་ཡིན་ན། དེ་ནི་ངར་གསོ་སྙམ་པའི་གི་སྐྱོང་རེད། འོག་ཏུ་གང་ལ་ཆ་ཆ་ཡ་ཞེས་ནས། དེ་ནས་མཐའ་མ་དེ་ཡ་ཞེས་ཏེ་ཆ་གསུམ་དང་ཡ་གཅིག་བྱས་ནས། ཡང་དེ་འགྲིག་གི་དུས་མཚན་གྱི་དྲི་དང་རོ། ཡང་དེ་མ་ཞིག་ཅེས་ཡ་གང་ལ་རྒྱག། ཡང་གཞན་པ་དེ་སུ་ཆ་ཆ་ཞེས་ནས། ཚིག་ཆེན་མོ་དེ་སུ་བང་རིམ་བྲིས་སྟངས་ནོར་ཡོད་བ་ཡིན་ན། ཨ་ནི་ངར་སོ་ཉམས་པའི་གི་ཅོང་ཡོད་རེད། ད་ཨ་ན་ཡིག་གི་སྡེབ་སྦྱོར་ཉམས་པའི་གི་ཅོང་རོ། སྡེབ་སྦྱོར་ཉམས་པའི་གི་ཚེ་སྔ་ཕྱི་མཚམས་སྦྱོར་བྱེད་སྟངས། དེ་སུ་དཔེ། ད་དཔེ་ཆ་བཞག་ན། ང་ཚོའི་ང་ཚོའི་འགྲོ་བོ་ཅིག་ཡིན་པ་ཡིན་ན། དེ་ནས། རྗེས་འཇུག་ག་རེ་རྗེས་སུ་ཁྲིད་ག་རེ་ཁྲིད་གི་ཡོད་བ་དང། ཨ་ནེ། འདས་མ་འོངས་ད་ལྟ་དུས་གསུམ་གྱི་རྣམ་གཞག་ག་འདྲི་ཞིག་འཁྲིད་དགོས་ཡོད་པ། འོ་དེ་སུ་རེད། འོ་དེ་སུ་ཉམས་སོང་ན། སྡེབ་སྦྱོར་མཉམ་འབིགས་ཀྱི་སྐྱོན་ཆགས་ཀྱི་ཡོད་རེད། མཚམས་སྦྱོར་མཉམ་འབིགས་ཀྱི་སྐྱོན། རེད་བ། མཚམས་སྦྱོར་སྟངས། མཚམས་འབིགས་བྱེད་སྟངས་དེ་སུ་རེད། ཨ་ནེ། ཡུལ་དགའ་བ་ཟེར། ད་ཡུལ་དགའ་འབིགས་ཀྱི་སྐྱོན་དེ། ཨེ་ནེ། དཔེ་ཆ་གཡར་ན། ད། ཡུལ་དེ་དཔེ་དེ། མི་སྐད་པ་ཤ་སྟག་བཤད་དེ་ཟིག་གི་ཡུལ་ལ། དེ་ནས། དགེ་བ་བསྒྲུབ་རེ་ཟེར། དེ་འདྲའི་ཤེས་པ་ཡང་ཏིག་འབྲི་གི་མ་བ། འོ་དེ་ནང་བཞིན་གྱི་འགྲོ་བ། ཡུལ་དུ་དཔེ་སྟེ། གངས་རྐྱང་རྐྱང་བབས་བདེ་ས་སྐྱེགས་ལ། ཨ་ནི་འཁྱར་པ་འབབ་གི་འདུག་ཟེར་ལབ་པ་ཡིན་ན་འགྲིག་གི་ཡོད་མ་རེད། བཤད་རྩའང་དེ་འདྲིས་གི་ཀུ། ཡུལ་དང་དུས་དང་དེ་ཚོ་འཚམས་པའི་གི་ཐོག་ནས། ཨ་ནི། སྤྱིར་བཏང་གི་ད་སྙན་ངག་མེ་ལོང་མ་གི་ནང་ལ། ཨ་ནི། བཅུ་ཐམ་པ་ཤེས་ཡོད་དེ་སྡོམ་ཆེན་པོ་ཞིག་བརྒྱབ་ནས་ཀྱི་ཤེས་ཡོད་རེད་ཟེར། བཅུ་བཞི་ནི་ད་ཕ་ཆད་གདོན་མ་ཕོག་པ་ཅིག་བྱས་ཡོད་མ་རེད། ད་དེ་ལ་ཡང་ང་ཚོ་གིས་རིན་པ་བཟོས་པ་ཡིན་ན། ཡང་ད་དུང་དེའི་ནང་ཚན་ནང་ཚན་སྤྱི་ཚོགས་ལ་ཕབ་སྤྱི་ཚོགས་ཀྱི་འཚོ་བ་དང་བྱ་དངོས་དང་གཞུང་ལམ་དེ་ཚོ་སྦྱར་ནས་བྲིས་པ་ཡིན་ན་འདི་བྲི་ཡག་ཡོད་དེ་རེད་ཞུ་ཡ་ཡིན། དེ་བཞིན་དུ་དེ་རིང་གི་སློབ་ཚན་དེ་ཨ་ནི་ཁྲིད་མཚམས་དེ་དེ་བཞག་ཡིན་ཨ་ཐུགས་རྗེ་གནང།